ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་བདེ་རྩའི་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཞི་ཞེ་ལྔ་རབ་གནས་གསར་སྒྱུར་ལོའི་བོད་ཟླ་གཉིས་པའི་ཚེས་བཞི་དང་ཉིས་སྟོང་བཅོ་བརྒྱད་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་གཅིག་བོད་ས་ལྷག་པའི་ཉིན་གྱི་དགོང་དྲོའི་བོད་སྐད་ཀྱི་ལས་རིམ་དེ་མགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་གྲུབ་མ་ཆོས་འཛོམས་ལགས་དང། གསར་འགྱུར་དང་ལས་རིམ་ཁག་སྙན་སྒྲོན་ཞུ་མཁན་རིན་ཚེ་ཆོས་སྒྲོན་ལགས་དང་ཁྲ་རིང་བསྟན་འཛིན་ནོར་བུ་ལགས། རིན་བདེ་སྒྲོལ་མ་བཅས་ང་ཚོ་ཐུན་མོང་ནས་ཐོག་མར་སེམས་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་སྦྲགས། ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་སུམ་ཅུ་སོ་བདུན་པ་གྲོལ་ལ་ཉེ་བའི་གོང་དེར་སུད་བོད་ཀྱི་སྐུ་ཚབ་དོན་གཅོད་ལགས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ལགས་ཀྱིས་གནས་ཚུལ་ཞུས་པ་ཞིག་དང། གཞུང་བྱང་གི་རྩོམ་ཡིག་ཕྱོགས་བསྡུས་འཇར་མན་ཡི་གེ་ནང་ཕབ་བསྒྱུར་འགྲེམས་སྤེལ་དང་འབྲེལ་བའི་སྐོར། སྙན་སྒྲོན་བསྐྱར་ཟློས་ཞུ་རྒྱུ་དང། བལ་ལོ་འགོ་བའི་ལྷ་མོ་ཚོགས་པའི་རྒྱ་གར་ལྷོ་ཕྱོགས་སུ་ལྷ་མོའི་ཟློས་གར་འཁྲབ་སྟོན་གནང་བཞིན་པའི་སྐོར་བསྐྱར་ཟློས་ཞུ་རྒྱུ་དང། ཤེས་ཡོན་སློབ་གསོའི་ལེ་ཚན་ནང་ཝ་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་བཞུགས་ཐོག་འཚོགས་གནང་པའི་རྒྱ་གར་རྒྱལ་ཡོངས་མཐོ་སློབ་མཐུན་ཚོགས་ཀྱི་ལོ་འཁོར་ཚོགས་ཆེན་ཐེངས་དགུ་བཅུ་གོ་གཉིས་པའི་སྐོར་དང། སྤྱི་ནོར་ཁོངས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ལེ་ཚན་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད།
དེང་སང་ཡང་ན་ཁ་ན་དཱ་རྒྱལ་ཁབ་ནང་དུ་ནུས་བཞུགས་ཞུས་པའི་པད་མ་དབྱངས་ཅན་ལགས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་གོ་ལའི་ནང་འདེམས་ཐོན་བྱུང་འདུག་འདིའི་སྐོར་གྱི་གནས་ཚུལ་རྒྱ་གར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་བསྟན་འཛིན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཁེ་ན་ཏྲར་ལྕགས་ཤུག་འབུམ་རམས་པ་པདྨ་དབྱངས་ཅན་ལགས་ཤེས་རིག་བཀའ་བློན་དུ་འདེམས་ཐོན་བྱུང་སོང། དེ་ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་སྐབས་བཅུ་དྲུག་པའི་གྲོས་ཚོགས་ཚོགས་དུས་ལྔ་པའི་ལས་ཉིན་བདུན་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་གཉིས་དགོངས་དོན་བཀའ་ཤག་ལྷན་རྒྱས་སུ་བཀའ་བློན་ཇི་དགོས་ཀྱིས་འོས་མི་མི་འགྲོའི་མཚན་དང་ལོ་རྒྱུས་སྤྱི་འཐུས་ལྷན་ཚོགས་སུ་འབུལ་དགོས་གསལ་བ་ལྟར་ཁེ་ན་ཏྲར་ལྕགས་ཤུག་འབུམ་རམས་པ་པདྨ་དབྱངས་ཅན་ལགས་སུ་འོས་མི་བཏོན་གནང་བར་སྤྱི་འཐུས་གྲོས་ཚོགས་ནང་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས། དགག་པ་གནང་བར་སོང་སྤྱི་འཐུས་ཚོགས་གཙོ་མཆོག་གིས་སྒྲིག་གཞི་དགོངས་དོན་གསང་བའི་འོས་ཤོག་འཕེན་ཏེ་སྤྱི་འཐུས་གྲངས་ཉི་ཤུ་རྩ་དྲུག་གིས་རྒྱབ་སྐྱོར་གནང་བ་དང་སྤྱི་འཐུས་བཅོ་ལྔ་ནས་རྒྱབ་སྐྱོར་མ་གནང་བ་གསུམ་བར་བཞུགས་འདུག་བཞུགས་ཏེ་མདོ་དོན་སྤེལ་མ་དབྱངས་ཅན་ལགས་སུ་དགོས་དངུལ་མང་མོས་ཐོབ་སྟེ་བཀའ་བློན་དུ་འདེམས་ཐོན་བྱུང་བའི་གསལ་བསྒྲགས་གནང་སོང། དེ་རིང་ང་ཚོ་བཀའ་བློན་དགུས་འོས་མི་འབུམ་རམས་པ་སྤེལ་མ་དབྱངས་ཅན་གྱི་ཐུགས་ལ་སོང་ཡུལ་འོས་ཤོག་འཕོངས་བའི་ཐོག་ནས་འོས་པ་འོས་གྲོངས་ཉི་ཤུ་རྩ་དྲུག་དང་མི་འོས་པ་བཅོ་ལྔ་བྱེད།

གནང་འདོད་དོ། འོན་ཏེ་བྱས་ནས་ཨ་ནི་དེ་ལ་ད་ང་རང་ངོས་ནས་ད་ཅིག་ཞབས་ཕྱི་ཞུ་ཡ་ཡི་གོ་སྐབས་རྩ་ཆེན་པོ་ཞིག་བརྩིགས་ཡོད། འོན་ཏེ་ད་བྱས་ནས་ཞབས་ཕྱི་གང་ཐུབ་ཐུབ་ཞུ་ཡ་ཡིན། བྱ་བཞིན་ཡོད་ཞུ་ཡ་ཡིན། ཐེངས་འདིའི་བཀའ་བློན་འོས་མིག་གི་བརྒྱུད་རིམ་ནང་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་དགག་པ་བརྒྱབ་དགོས་པ་དེ་འོས་བསྡུའི་བརྒྱུད་རིམ་ནས་འགྲོ་ཐུབ་པ་ཞིག་གི་ཆེད་དུ་ཡིན་པའི་སྐོར་གསུངས་གནང་སོང། དེ་ཕལ་དེ་བས་བཀའ་བློན་རྣམ་པ་ཚོ་ལ་ཡ་སྐྱོན་བརྗོད་དང་མ་འགྲིག་པ་ངས་ཚིག་གཅིག་ཞུ་ཡོད་མ་རེད། བཀའ་བློན་ཐོབ་མཁན་ཚོ་ལས་ཞུ་ཡོད་མ་རེད་མ་ཐོབ་ཚོ་ལས་ཞུ་ཡོད་མ་རེད། ད་རེས་ཡིན་མེད་ཀྱི་དེའི་འོས་མི་ཕེབས་པ་འདིའི་ཐོག་ལ་ཡ་འདུག་པ་ཚིག་གཅིག་ཞུ་གི་མེད། ངའི་ལྟ་གྲུབ་དང་ལངས་ཕྱོགས་གཅིག་གི་ཐོག་ནས་འོས་བླུག་ཡ་འགོག་སོང་ཙང་ངས་དགག་བྱ་ཞུ་གི་ཡོད། སྤྱི་འཐུས་གྲོས་ཚོགས་ནང་བཀའ་བློན་འོས་མི་ལ་དགག་པ་བྱུང་བར་སོང་སྲིད་སྐྱོང་མཆོག་གིས་གྲོས་ཚོགས་ནང་གསལ་བཤད་གནང་གསལ་དུ་ད་ལྟའི་དུས་སྐབས་འདིར་ཤེས་རིག་བཀའ་བློན་ཞིག་དགོས་གལ་ཆགས་ཡོད་སྟབས་ཤེས་ཡོན་གྱི་རྒྱབ་ལྗོངས་ཡོད་པ་ཞིག་བཏོན་ཡོད་པས་དེར་རྒྱབ་སྐྱོར་ཡོང་བའི་རེ་བ་ཡོད་པའི་སྐོར་ལ། བཀའ་བློན་ཡིན་པ་ཡིན་ནའི་ཡང་ཤེས་ཡོན་རང་ཐོག་ནས་དང་ནས་བཙན་བྱོལ་ཤེས་ཡོན་སློབ་གྲྭ་ཁག་དང་གནས་སྟངས་ཐོག་རང་ནས་འབུམ་རམས་པ་རང་གིས་ཨ་ནི་རྩོམ་བྲིས་གནང་མཁན་དེ་འདྲས་ཅིག་ཐོབ་ཡོད་འདོད་སྐབས་ལ་ཨ་ནི་དཔེ་དག་ཅིག་ཡག་པོ་ཐོབ་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། དགུང་ལོ་བཞི་བཅུ་བཞི་དགུ་ཡིན་པ་པད་མ་དབྱངས་ཅན་ལགས་ནི་ལྡི་ལི་མཐོ་སློབ་ནས་གཙུག་ལག་རམས་འབྱམས་པ་དང་དེ་ནས་མཱ་ཀྲཱས་གཙུག་ལག་སློབ་གཉེར་ཁང་ནས་དགེ་རྒན་འོས་སྦྱོང་ཐོན། སུ་ཇཱ་བུ་ཁྱིམ་དུ་དགེ་རྒན་གནང། དེ་ནས་ཨ་རིའི་ཨའེ་ཝཱ་གཙུག་ལག་སློབ་གཉེར་ཁང་ནས་དེང་དུས་ཤེས་ཡོན་གྱི་སློབ་གཉེར་གནང་སྟེ་གཙུག་ལག་རམ་འབྱམས་པ་ཐོན་སློབ་ཚན་དེའི་ཐོག་འབུམ་རམས་པའི་ལག་ཁྱེར་ཐོབ་ཡོད་པ་དང་ཁོང་གིས་བཙན་བྱོལ་སློབ་གྲྭའི་དགེ་རྒན་སློབ་གསོའི་གོང་འཕེལ་ཐོག་ཉམས་ཞིབ་གནང་བའི་དཔྱད་རྩོམ་ལ་བྱ་དགའ་ཐོབ་ཡོད་པ་དང་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་དྲུག་བར་སྦེང་ལོར་ཏཱ་ལའི་བླ་མའི་མཐོ་སློབ་ཁང་དུ་དགེ་རྒན་དང་སློབ་སྤྱི་གཞོན་པའི་ཕྱག་ལས་གནང་ཡོད་ཅིང་ད་ལྟ Canada Victoria ས་གནས་སུ་གནས་སྡོད་གནང་བཞིན་ཡོད་པ་རེད། འདུག་ཁོང་ནི་ད་རེས་བཀའ་ཤག་འདིའི་ནང་གི་བུད་མེད་བཀའ་བློན་གཅིག་པོ་དེ་ཆགས་ཡོད་པ་རེད། གསར་འགོད་པ་ཨུ་རྒྱན་བསྟན་འཛིན་གྱིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་བདེ་རྩལ་ནས་ཐེངས་འདིའི་གསར་འགྱུར། བསྟན་འཛིན་ནོར་བུ་ལགས་དང་རིན་ཆེན་ཆོས་སྒྲོན་གྱི་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར་ཁོང་སི་སྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་གྱི་གཙུག་ལག་སློབ་གྲྭ་ཆེན་མོ་ཁག་གི་ཉེ་བའི་རིགས་བདག་རྣམ་པའི་ལྷན་དུ། ཆོས་ལུགས་དང་མ་འདྲེས་པའི་ཡ་རབས་བཟང་སྤྱོད་ཁྱབ་སྤེལ་གཏོང་ཕྱོགས་ཀྱི་ཐད་དགོངས་ཚུལ་བརྗེ་ལེན་གྱི་བགྲོ་གླེང་གནང་ཡོད་པ་རེད། དེ་ཡང་དེང་སྐབས་བཱ་ར་ན་སིའི་བོད་ཀྱི། ཆེས་མཐོའི་སློབ་གཉེར་ཁང་དུ་རྒྱ་གར་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་མཐུན་ཚོགས་ཀྱི་ལོ་རེའི་ཚོགས་ཆེན་ཐེངས་དགུ་བཅུ་གོ་གཉིས་པ་སྐོང་ཚོགས་གནང་པ་དེའི་ཚོགས་ཆེན་གྱི་དབུ་འབྱེད་ཀྱི་སྐུ་མགྲོན་གཙོ་བོར་ཇི་ལྟར་གདན་ཞུ་གསོལ་འདེབས་ཞུས་པ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་ལྟར་བཀའ་དྲིན་བསྐྱངས་གནང་སྟེ། དེ་གར་ཚོགས་ཆེན་ལ་མཉམ་ཞུགས་གནང་པར་ཕེབས་པར་ཡོད་པའི་རྒྱ་གར་གྱི་གཙུག་ལག་སློབ་གྲྭ་ཆེན་མོ། བརྒྱ་དང་ལྔ་བཅུ་ཙམ་གྱི་ཉེ་བའི་རིགས་བདག་རྣམ་པ་ལྷན་དུ་སློབ་གྲྭ་ཁག་གི་ནང་དེང་དུས་ཤེས་ཡོན་གྱི་མཉམ་དུ་ཆོས་ལུགས་དང་མ་འདྲེས་པའི་ཡིད་རབ་བཟང་སྤྱོད་ཀྱི་སློབ་སྦྱོང་ཡང་སྤྲོད་དགོས་པའི་གལ་གནད་ཆེན་པོ་ཡིན་པའི་སྐོར་བཀའ་བསྡུར་ཡང་གནང་ཡོད་པ་རེད། དེ་བཞིན་སྐབས་འདིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་ན་མ་སོན་པའི་བྱིས་པ་ཚོའི་སེམས་ནང་ལྷད་གང་ཡང་མེད་པར། ལོ་ན་སོན་ཏེ་སློབ་གྲྭར་སྐྱོད་འགོ་བཙུགས་པའི་སྐབས་ལ་དེང་དུས་ཀྱི་སློབ་སྦྱོང་སྤྲོད་སྟངས་ཀྱི་རྐྱེན་པས་ང་ཚོ་དང་ཁྱོད་ཚོ་ཟེར་བ་ལྟ་བུའི་བསམ་བློ་སྐྱེས་ཏེ་སྤྱི་ཚོགས་ནང་འཕྲད་བཞིན་པའི་དཀའ་ངལ་འདྲ་མིན་ཡོང་གི་ཡོད་པ་རེད། སྤྱི་ཚོགས་ཀྱི་དཀའ་ངལ་དེ་དག་སེལ་དགོས་ན་དེང་དུས་ཀྱི་ཤེས་ཡོན་མཉམ་དུ་སེམས་ལ་བཟོ་བཅོས་བརྒྱབ་རྒྱུའི་ཆོས་ལུགས་དང་མ་འདྲེས་པའི་ཡ་རབས་བཟང་སྤྱོད་ཀྱི་སློབ་སྦྱོང་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པ་རེད། དེ་ལྟར་ཡོང་བར་བྱེད་པ་ལ་བྱམས་སྙིང་རྗེ་དང་གཞན་ཕན་གྱི་བསམ་བློའི་རྨང་གཞིར་བཞག་པའི་ཤེས་ཡོན་སྤྲོད་ཐུབ་པ་བྱུང་ན། ཐོག་མར་རང་གི་ཁྱིམ་ཚང་དང་དེ་ནས་རིམ་བཞིན་ཉེ་འཁོར་གྱི་སྤྱི་ཚོགས། མཐའ་མར་འགྲོ་བ་མི་ཡོངས་ཀྱི་བདེ་རྩའི་བསམ་བློ་འཁོར་ཐུབ་པ་ཞིག་ཡོང་གི་རེད། དེ་ལྟར་བྱུང་བ་ཡིན་ན་འཛམ་གླིང་འདིའི་ནང་ཡོད་པའི་འགྲོ་བ་ཡོངས་ལ་ཞི་བདེ་བསྐྲུན་ཐུབ་པ་ཞིག་ཡོང་གི་རེད་ཅེས་བཀའ་སློབ་བཀའ་དྲིན་སྩལ་གནང་ཡོད་པའི་གནས་ཚུལ་འཁོད་བཞག། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་དུ་བཙན་བྱོལ་དུ་ཆིབས་བསྟོན་གནང་བའི་དུས་ཚིགས་དང་བསྟུན་གོམ་བགྲོད་ཀྱི་ལས་འགུལ་ཞིག་འགོ་འཛུགས་གནང་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ནོར་གླིང་ཕོ་བྲང་ནས་ཞལ་བསྒྱུར་ནས་བཙན་བྱོལ་དུ་ཆིབས་བསྟོན་གནང་སྟེ་ལོ་དེ་ལོ་ངོ་དྲུག་ཅུར་ཁ་གཏད་ཀྱི་ཡོད་པའི་དུས་ཚིགས་དང་བསྟུན། འདས་ཚེས་བཅུ་བདུན་ནས་འགོ་འཛུགས་ཀྱིས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ཆུ་དྭངས་མོ་ས་ཁུལ་ནས་འགོ་འཛུགས་ཀྱིས་འདས་ཚེས་ཉི་ཤུ་བདུན་བར་གོམ་བགྲོད་ཀྱི་ལས་འགུལ་ཞིག་གནང་བཞིན་ཡོད་འདུག་གོང་དུ་ཞུས་པའི་ལས་འགུལ་འདི་བཞིན་རྒྱ་གར་བོད་དོན་ཚོགས་པས་གོ་སྒྲིག་ཞུས་པ་ཞིག་ཡིན་པ་དང་ཆུ་དྭངས་མོ་ཞེས་པའི་ས་ཁུལ་འདི་ནི་ཅི་ལོང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐོག་མར་རྒྱ་གར་ས་ཐོག་ཏུ་ཞག་བཅའ་ཡུལ་གྱི་ས་གནས་ཤིག་ཡིན་པ་རེད། དགུན་དུས་ཀྱི་ལས་འགུལ་འགོ་མ་བཙུགས་པའི་སྔོན་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་རིན་ཆེན་མཁའ་འགྲོ་མཁས་མེད་མཆོག་ནས་གསུང་བཤད་གནང་བའི་ནང། གོམ་བགྲོད་ཀྱི་ལས་འགུལ་སྤེལ་དགོས་དོན་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་འཛམ་གླིང་ཁྱོན་ཡོངས་ནང་མགོན་པོ་གང་ཉིད་ཀྱི་ཞི་བདེའི་གསུང་འཕྲིན་གྱ་ཁྱབ་ཆེ་རུ་འགྲོ་བའི་སྨོན་འདུན་ཞུ་ཆེད་དང ྋགོང་ས་མཆོག་རྒྱ་གར་ནང་བཞུགས་ནས་ལོ་ངོ་དྲུག་ཅུ་འཁོར་བའི་དུས་ཚིགས་དྲན་གསོ་ཞུ་རྒྱུའི་ཆེད་ཡིན་ལུགས་གསུངས་འདུག། གོམ་བགྲོད་ཀྱི་ལས་འགུལ་འགོ་མ་བཙུགས་པའི་གོང་རྟ་དབང་དགོན་པའི་མཁན་པོ་ཟུར་པ་གུ་རུ་སྤྲུལ་སྐུ་རིན་པོ་ཆེ་མཆོག་གི་དབུ་ཁྲིད་པའི་འོག་གནད་ཡོད་མི་སྣ་དང་མང་ཚོགས་ཀྱིས་ཆོས་ཕྱོགས་ཀྱི་སྨོན་ལམ་གསུང་འདོན་ཞུས་པའི་ཐོག་ནས་འགོ་བཙུགས་ཡོད་འདུག་ལ་རིམ་པས་འབྲེལ་ཡོད་ས་གནས་ཁག་ཅིག་འགྲིམས་པའི་ཐོག་ནས་མཐའ་མ་ཚེས་ཉི་ཤུ་བདུན་ཉིན་ཏེས་པོ་རུ་ལས་འགུལ་མཇུག་སྒྲིལ་གནང་རྒྱུ་ཡིན་འདུག། ཡང་བོད་ནང་འབྲི་རུའི་གསེབ་ཏུ་རྫ་མཁན་ནས་གཏེར་ཁ་སྔོག་འདོན་བྱེད་འཆར་ཡོད་པ་དེར། མོས་མཐུན་གྱི་མིང་རྟགས་མ་བཀོད་པའི་གྲོང་ཚོ་དེ་འགོ་ཁྲིད་ཅིག་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཞིག་ཐོན་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ལོ་སྨད་ཙམ་ནས་བཟུང་རྒྱ་ནག་གཞུང་གིས་འབྲི་རུའི་གསེབ་ཏུ་རྫ་མཁན་ནས་གཏེར་ཁ་སྔོག་འདོན་བྱེད་པའི་འཆར་གཞི་བཟོས་ཏེ། རི་འདབས་སུ་རླངས་འཁོར་ལམ་ཁ་བཟོས་པ་མ་ཟད། མ་ཀོར་གྲོང་ཚོ། གཙོ་བོར་གྱུར་པའི་ཉེ་འགྲམ་གྱི་གྲོང་ཚོ་ཁག་གི་ཡུལ་མི་ཚོར་བཙན་དབང་གིས་མོས་མཐུན་ཡོད་པའི་མིང་རྟགས་འགོད་དུ་བཅུག་ཡོད་པ་དང་མིང་རྟགས་མ་འགོད་པ་ཡིན་ན་འགྲོ་ས་གཅིག་ལས་མེད་པའི་འཇིགས་སྐུལ་ཡང་བྱས་ཡོད་པའི་གནས་ཚུལ་དང། རྨ་སྐོར་གྲོང་ཚོའི་འགོ་ཁྲིད་ཀརྨ་ཞུ་བ་ཞིག་གིས་གནས་རི་དེ་རྩ་ཆེན་ཞིག་ཡིན་པས་ནགས་ཤོད་འབྲི་རུའི་དཔོན་ཆེན་བསྟན་འཛིན་དང་རག་དྲི་གཉིས་ཀྱི་མོས་མཐུན་མེད་པའི་ཡོད་པས། མིང་རྟགས་ཁྱེར་ཡོད་ན་མ་གཏོགས་མོས་མཐུན་བྱ་རྒྱུ་མིན་ཅེས་བརྗོད་ཡོད་པར་བརྟེན། ཁོང་འཛིན་བཟུང་བྱས་ཡོད་པའི་གནས་ཚུལ་དང། ཡང་ཡུལ་མི་གཞན་གྱིས་བརྗོད་ན་གཏེར་ཁ་སྔོག་པའི་འཆར་གཞི་དེ་རྒྱ་ནག་དབུས་གཞུང་གིས་བཀའ་བཏང་བ་དང་བཀའ་བཏང་བ་ཞིག་ཡིན་མིན་གསལ་པོ་མི་ཤེས་ཀྱང་ལམ་འདི་རྒྱག་མཁན་གྱི་གྲས་སུ་འབྲི་རུ་རྫོང་གི་གནད་ཡོད་མི་སྣ་ཡོད་པ་དང་ཟླ་བ་འདིའི་ཚེས་ལྔ་ཙམ་ནས་བཟུང་དེ་ཁུལ་དུ། ལས་གྲྭའི་སྒར་ས་འཛུགས་སྐྲུན་བྱེད་ཆེད་དུ་རི་ཐང་སྟེང་ལ་དར་དམར་ཆུང་ཆུང་གི་ས་རྟགས་ཧ་ཅང་མང་པོ་ཞིག་བཙུགས་ཡོད་པ་དང་གནས་རི་དེར་གཏེར་ཁ་སྔོག་འདོན་བྱས་ཚེ་གནས་རིའི་རི་དྭགས་གནའ་བ་དང་དགོ་བ་སོགས་རྩ་མེད་དུ་འགྲོ་རྒྱུ་དང་གཡས་ཀྱི་བྲག་དཀར་རྫ་རི་དེ་ཉིལ་རྒྱུའི་ཉེན་ཁ་ཡང་ཡོད་པ་དང་རི་ཉིལ་ན་ཆུ་བཀག་སྟེ་ཡུལ་ལུང་ཡང་གནོད་སྐྱོན་ཡོང་སྲིད་པ་སོགས་ཀྱི་གནས་ཚུལ་ཡང་བཀོད་བཞག། ཡང་ཁ་སང་གཟའ་མིག་དམར་ཉིན་རྒྱ་ནག་མི་དམངས་འཐུས་མིའི་ཚོགས་ཆེན་ཐོག་སྲིད་འཛིན་ཞི་ཅིན་ཕིང་གིས་གསུང་བཤད་གནང་བའི་ནང། རྒྱལ་ཁབ་ཁ་བྲལ་གཏོང་ཐབས་ཀྱི་སྲིད་ཇུས་སྤེལ་མཁན་ཚོར་མི་དམངས་དང་རྒྱལ་ཁབ་ཀྱི་ངོས་ནས་གདོང་ལེན་ཤུགས་ཆེ་བྱས་ཏེ་ལོ་རྒྱུས་ནང་ངེས་ཅན་དུ་བརྩི་རྒྱུ་ཡིན་ལ་ཇུས་ངན་དེ་དག་ནམ་ཡང་ལམ་ལྷོང་ལྡན་པ་ཞིག་ཡོང་གི་མ་རེད་ཅེས་ཤུགས་ཆེན་པོའི་ཐོག་ནས་གཏམ་བཤད་སྤེལ་འདུག་སྲིད་འཛིན་ཞི་ཅིན་ཕིང་གིས་འདི་ལྟ་བུའི་ངར་ཤུགས་ཆེན་པོའི་ཐོག་ནས་གསུང་དགོས་དོན་དམིགས་བསལ། སུ་རེ་དམིགས་ནས་གསུང་གི་ཡོད་མེད་གསལ་ཁ་བཏོན་མེད་ཀྱང་དུས་དག་འདི་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་སྲིད་འཛིན Donald Trump མཆོག་ནས་ཨ་མི་རི་ཀའི་གཞུང་འབྲེལ་གནད་ཡོད་དཔོན་རིགས་ཚོ་ཐེ་ཝན་ནང་ཕེབས་སྡོད་ཆོག་པའི་སྒྲིག་གཞི་མཚན་རྟགས་གནང་ཡོད་པ་དང་དེར་རྒྱ་ནག་གི་ངོས་ནས་ཨ་རིས་རྒྱ་ནག་གཅིག་བྱས་པའི་ལངས་ཕྱོགས་ལ་དམ་འཛིན་བྱེད་དགོས་ལུགས་བཤད་ཡོད་པ་རེད་ཡང་ཕྱོགས་གཞན་ཞིག་ནས་ཐེ་ཝན་གྱི་ཕྱོགས་ནས་གནད་དོན་འདིའི་ཐོག་ལན་འདེབས་བྱས་བའི་ནང་རྒྱ་ནག་གི་ངོས་ནས་ཚོགས་ཁག་གཉིས་དབར་མཐུན་སྒྲིལ་དང་འགྲིག་འཇགས་ཀྱི་ལས་འགུལ་སྤེལ་དགོས་པ་ལས་དེང་རབས་བསྐུལ་བའི་བྱ་སྤྱོད་སྤེལ་རྒྱུ་མེད་ལུགས་རྒྱ་ནག་ལ་ཉེན་བརྡ་ཡང་བཏང་ཡོད་པ་རེད།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྗང་མོ་ཀཱ་ཤི་མིར་དང་བྷ་ར་ནཱ་སི་སོགས་མཛད་འཕྲིན་ལེགས་འགྲུབ་བྱུང་སྟེ་གཞིས་ཀ་རྡ་རམ་ས་ལ་ལ་ཞབས་སོར་བཀུར་བའི་དཔེ་བཀོད། གསར་འགོད་པ་སངས་རྒྱས་རྡོ་རྗེ་ལགས་ཀྱིས་ས་གནས་ནས་བཏང་བའི་གནས་ཚུལ་ཞིག་ལ་གསན་སློག་བྱས།
ཕྱི་ནང་གང་སར་ཞུང་གི་ཆེན་པོ་མཆོག་གིས། རྒྱ་གར་བྱང་ཕྱོགས་ཀྱི་སྔགས་ཀྱི་རྒྱལ་མོ་དང། དེ་བཞིན་བ་ར་ན་སི་སྐྱིད་སོགས་མཛད་འཕྲིན་ཁག་ལེགས་པར་གྲུབ་སྟེ་ཕྱིར་བཞུགས་སྒར་རྡ་རམ་ས་ལར་ཞུ་སོགས་བདེ་བར་འཁོད་ཡོད་པ་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་ཕྱི་ནང་གང་སར་ཞུང་གི་ཆེན་པོ་མཆོག་གིས། རྒྱ་གར་བྱང་ཕྱོགས་ཀྱི་སྔགས་ཀྱི་རྒྱལ་མོ་དང། དེ་བཞིན་བ་ར་ན་སི་སྐྱིད་སོགས་མཛད་འཕྲིན་ཁག་ལེགས་པར་གྲུབ་སྟེ་ཕྱི་ལོ་ཉིས་སྟོང་བཅོ་བཞི་ཕྱི་ཟླ་གསུམ་པ་ཚེས་ཉེར་བཞི་རྩ་དཀྱིལ་ཉིན། ཕྱིར་བཞུགས་སྒར་རྡ་རམ་ས་ལར་ཞུ་སོགས་བདེ་བར་འཁོད་ཡོད་པ་རེད། དེ་ཡང་ཐེངས་འདིའི་མགོན་པོ་གང་ཉིད་ཀྱིས། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཕྱི་ཟླ་གསུམ་པ་ཚེས་བཅོ་བརྒྱད་ཉིན། རྒྱ་གར་གཤོང་ཤོར་རྒྱ་མོ་ཀ་ཤི་མི་རི་ཡི་མངའ་སྡེའི་ནང། རྒྱ་མོ་དབུས་གཙུག་ལག་ལྷོ་གནས་ཁང་གིས་ལྷོ་པ་དར་སྲོལ་གྱི་མཛད་སྒོ་ཐེངས་དང་པོ་སྐུ་མགྲོན་དུ། གདན་ཞུས་དང་ཁྱོ་ཤུག་བཤམས་ཏེ། ལྷོ་ཕྲུག་ཚོ་ལ་ཁྱེད་རང་ཚོ་ནི་མ་འོངས་པའི་འཛམ་གླིང་དང། མ་འོངས་པའི་རྒྱ་གར་གྱི་གནད་དོན་དང་འབྲེལ་བ་ཆགས་ཀྱི་ཡོད་པ་རེད། ཁྱེད་རང་ཚོ་ནི་དུས་རབས་ཉེར་གཅིག་པའི་མི་རབས་ཤིག་དང། ང་ཚོ་ནི་དུས་རབས་ཉེར་བཞི་པའི་མི་རབས་ཤིག་ཆགས་ཀྱི་ཡོད་པ་རེད། དུས་རབས་ཉེར་བཞི་པ་དེ་དམག་འཁྲུག་བརྒྱུད་ནས། ཧ་ཅང་འཚེ་བ་ཅན་གྱི་དུས་རབས་ཤིག་ཏུ་གྱུར་བ་རེད། དུས་རབས་ཉེར་བཞི་པ་དེ

ལོ་རྒྱུས་ལ་བལྟས་པ་ཡིན་ན། ནང་འཁྲུག་སོགས་འཚེ་བའི་བྱ་སྤྱོད་དེའི་ཐོག་ནས། ཁྱོན་མི་གྲངས་ས་ཡ་ཉིས་བརྒྱ་ཙམ་དམར་བསད་བཏང་ཡོད་པ་རེད། ད་ལྟ་ང་ཚོས་མཐོང་ཐུབ་པ་ནི་སྐུལ་སློང་ག་འདྲ་ཞིག་དང་དམིགས་ཡུལ་བཟང་པོ་ག་འདྲ་ཞིག་ཕྱེས་ཡོད་ཀྱང། དམག་གི་སྟོབས་ཤུགས་ཀྱིས་བེད་སྤྱོད་བྱས་ཚར་བའི་རྗེས་སུ། རྒྱུན་དུ་ང་ཚོས་ཚོད་དཔག་མི་ཐུབ་པའི་མཇུག་འབྲས་ངན་པ་ཞིག་ལྷག་བཞིན་པ་འདི་རེད། དུས་རབས་ཉི་ཤུ་རྩ་གཅིག་པ་འདི་ངེས་པར་དུ་ཞི་བདེ་ཡི་དུས་རབས་སུ་བསྐྲུན་དགོས་པ་རེད། ཞི་བདེ་ནི་སྨོན་ལམ་སྦྱར་ནས་ཡོང་རྒྱུ་ཞིག་མ་ཡིན་པར། ངེས་པར་དུ་ལག་ལེན་ཐོག་ནས་ཡོང་དགོས་པ་རེད་ཅེས་གསུངས་ཡོད། དེ་བཞིན་གོང་ས་མཆོག་གིས། རྒྱུན་དུ་ངས་དྲིལ་སྒྲོག་སྙན་ཞུ་རྩ་ཆེའི་བར་འདི། གྲོས་མོལ་གྱི་དྲིལ་སྒྲོག་ཞུ་སྐྲུན་དགོས་སྐོར་འགྲེལ་བརྗོད་བྱེད་ཀྱི་ཡོད། རྒྱུན་དུ་མི་མཐུན་པའི་གནོད་འདོད་ག་དུས་ཡིན་ན་ཡང་ཡོད་ཀྱང། དེ་ལ་བཙན་པོ་དང་དྲག་ཤུགས་ཐོག་ནས་རྡུང་ལེན་བྱས་ན། དཔེར་ན་སྲིད་འཛིན་བུ་ཤུ་ཡི་དུས་སྐབས་སུ། དབྱི་རག་གི་དམག་འཁྲུག་ལྟ་བུ་ཆགས་ཡོད། ཁོང་གིས་ཀུན་སློང་འདི་བཟང་པོ་དང། དངོས་ཡོད་ནས་དབྱི་རག་ནང་མང་ཚོགས་དཔེ་ཇི་དེ་ཡིན་ཡང། ཐབས་ཤེས་དེ་དྲག་པོ་ལག་བསྟར་བྱས་པ་རེད། ད་ལྟ་ང་ཚོས་མཐོང་ཐུབ་པ་ནི་དྲག་ཤུགས་དེའི་རྐྱེན་པས། ཧ་ལམ་ཨ་རོབ་བྱང་ཚང་གིས་ཆོས་པ་ལ། ཤུགས་རྐྱེན་ངན་པ་ཐེབས་བསྡད་ཡོད་པའི་བཟོ་འདྲ་ཤུགས་ཆགས་བསྡད་ཡོད་པ་རེད། དེང་སང་ཆང་སོང་དྲག་ཤོས་ཀྱི་ཁེངས་པ་ནི། ངའི་བསམ་པར་སྲིད་ཇུས་ལོག་པ་དེ་ལས་བྱུང་བ་རེད་བསམ་གྱི་འདུག་ཅེས་གསུངས་སོང། རྒྱ་གར་བྱང་ཕྱོགས་ཇཱ་མུ་དང་ཀ་ཤི་མིར་མངའ་སྡེ་དེ་ནི། ཁ་ཆེ་ཡི་ཆོས་ལུགས་པའི་མི་འབོར་བརྒྱ་ཆ་བདུན་ཅུ་ཙམ་ཞིག་ཟིན་པའི། རྒྱ་གར་གྱི་ཁ་ཆེ་ཡི་མངའ་སྡེ་གཅིག་པོ་དེ་ཆགས་ཡོད་པ་དང། རྒྱུན་དུ་ས་ཁུལ་དེར་ངོ་རྒོལ་དང་དྲག་ཤོས་ཀྱི་གནས་ཚུལ་ཐེངས་མང་ལྷག་བཞིན་ཡོད་ཀྱང། ཐེངས་འདིར་ནང་པའི་དབུ་ཁྲིད་གོང་ས་ཏཱ་ལི་བླ་མ་མཆོག་ཁྱེད་དུ་ཡུལ་དེ་གར་གདན་འདྲེན་དང་ཁྱུ་བྱུར་བཤམས་པ་ནི། རྒྱུ་མཚན་དང་ད་ལྟ་ཡི་གནས་སྟངས་མང་པོ་ཞིག་གི་ཐོག་ནས་གནས་ཚུལ་དམིགས་བསལ་ཞིག་དང། མི་མང་པོ་དོ་སྣང་གསར་པ་ལྷད་ཐུབ་པ་ཞིག་བྱུང་ཡོད། རྒྱ་གར་དང་རམ་ས་ལ་ནས་ཨེ་ཤེ་ཡ་རང་བློ་འདྲི་ཁང་གིས་གསར་འགོད་པ་གསུམ་འཇུ་བསྡུ་བྱས་ཡིན།
རྒྱ་གར་ལྷོ་ཕྱོགས་བྷེ་ལོ་ཀོ་བི་ལྷ་མོ་ཚོགས་པས་ལྷོ་ཕྱོགས་སུ་ལྷ་མོའི་ཟློས་གར་འཁྲབ་སྟོན་གནང་བཞིན་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བརྩམས་གནང་པའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བྷེ་ལོ་ཀོ་བི་ལྷ་མོའི་ཚོགས་པའི་ངོས་ནས་ཧོང་ཚོ་རག་ཀེ་ལི་གཞིས་གོང་གི་བོད་མི་ས་སྐྱ་མི་མང་རྣམས་ལ་ལྷ་གཞུང་ཁག་འཁྲབ་སྟོན་གཟིགས་འབུལ་ཞུས་གནང་གི་འདུག། དེ་ཡང་བུད་མེད་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་གི་བཀའ་དགོངས་ལམ་སྟོན་གཞི་བཟུང། བོད་རིགས་ན་གཞོན་རྣམས་ཀྱིས་བོད་པའི་ཐུན་མོང་མིན་པའི་ལྷ་མོའི་སྒྱུ་རྩལ་ལ་དོ་དབྱིངས་ཀྱི་སྒྲིག་གཞུང་དེ་ཉིད་མང་ཉམས་པ་རྒྱུན་འཛིན་ཡོང་རྒྱུའི་ཆེད་དུ་དམིགས་ཏེ། རྒྱ་ལྷོ་ཕྱོགས་བལ་སྐུད་པའི་ལྷ་མོའི་ཚོགས་པའི་ངོས་ནས་ལོ་ལྟར་བོད་པའི་ལོ་སར་གྱི་རྗེས་སུ། རྒྱ་ལྷོ་ཕྱོགས་བོད་མིའི་གཞིས་ལག་ཁག་གི་ནང་ལྷ་གཞུང་ཁག་འཁྲབ་སྟོན་གནང་གི་ཡོད་པ་ལྟར། ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་ནས་དབུ་འཛུགས་ཀྱིས་ཉིན་ལྔའི་རིང། དབུ་འཛུགས་རྭ་རྒྱས་ལའི་རྫོང་མཁར་ཆོས་སྡེའི་གཙུག་ལག་ཁང་རྙིང་པའི་མདུན་ཐང་དུ། གཞི་གོང་དེ་བོད་མི་ས་སྐྱ་མི་མང་རྣམས་ལ་ལྷ་གཞུང་ཁག་འཁྲབ་སྟོན་གཟིགས་འབུལ་ཞུས་གནང་གི་འདུག་དེ་ཡང་ལྷ་མོའི་འཁྲབ་སྟོན་དེ་ཞུ་དགོས་པའི་རྒྱུ་མཚན་སྐོར་ལ། བལ་དགུ་པའི་ལྷ་མོའི་ཚོགས་པའི་ཚོགས་གཙོ། ལྷ་རྒོད་ལགས་ཀྱིས་ང་ཚོའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ། གསར་འགོད་པ་ཁྱེད་ཀྱིས་ག་དུས་ནས་ལྷ་མོའི་རིག་གཞུང་དེ་བོད་ཀྱི་ཟློས་གར་གྱི་རིག་གཞུང་བརྒྱུད་དེ་ཡོད་པའི་ནང་ནས་གཞན་དང་མ་འདྲ་ཞེས་གསུངས་འོས་ཤ་ཚ་དེ་མ་ཉམས་རྒྱུད་འཛིན་བྱེད་དགོས་དེ་གལ་ཆེན་པོ་འདུག་ཁྱེད་ཚོས་ད་ལྟ་བར་དུ་ལྷ་མོའི་ཐོག་ལ་ཡང་དཀའ་ལས་བརྒྱབ་པ་དེ་ཨ་མཐོ་ཆེ་ཆེ་ད་རུང་ཡིན་ནའི་བོད་དང་བ་དག་ཕྱིར་ཟེར་གསུངས་དེའི་དོན། ཟུང་འབྲེལ་བསྟན་སའི་ངང་དུ་ལོ་ཟླ་འཁྲབ་སྟོན་ཞུ་གི་ཡོད་ཟེར། ད་ལན་ཁོང་ཚོ་དང་ཀན་ལི་ཞི་ཁོང་ཚོ་གཉིས་ལྔའི་རིང་ལྷ་གཞུང་ཁག་ལྔ་འཁྲབ་སྟོན་གནང་གི་བ་ལས། ཉིན་དང་པོ་འགྲོ་བ་བཟང་མོ་དང་གཉིས་པ་སྲོག་གི་ཉི་མ། གསུམ་པ་ཆུ་མགོ་དུས་ཡུན་དུས་འགྲོ་དང་བཞི་བ་ཁྱེའུ་པད་མ་འོན་པར། ལྔ་བ་སྣང་རྩ་བཅས་འཁྲབ་སྟོན་གནང་གི་བ་རེད་འདུག་ལ་འཁྲབ་སྟོན་དེས་ཧུང་ཙོ་དང་ཀན་ལི་མི་མང་སྤྱི་དང་ལྷག་པར་དུ་ན་གཞོན་ཚོའི་དུས་ཡུན་ཆེན་པོ་བྱེད་ཀྱི་བ་རེད་འདུག། ལ་མོའི་ཐོག་ལ་ཡང་དམིགས་བསལ་ངང་དུ་ལོ་རྟག་པར་འཁྲབ་གི་ཡོད་དེ་སྦེ་ལ་ཀུ་པི་དང། ཧུན་སུར་གཉིས་བར་ལ་གཞིས་ཆགས་གཅིག་མཚུངས་ཞིག་རུ་གྱེས་པ་ཡོད་རེད། ཡིན་ན་ཡང་ཧུན་སུར་དེ་གཞིས་ཆགས་ཆུང་ཆུང་རུ་སྤར་བས། ཨན་དེར་ཟིང་མི་ཟིང་གི་མང་པོ་ཞིག་བྱུང་དགོས་རེད། དེའི་ནང་ནས་དམིགས་བསལ་ཨན་གཞོན་སྐྱེས་མང་པོ་ཞིག་དེར་ཕེབས་ཀྱི་ཡོད། ད་ལན་བལ་ཀུ་བའི་ལྷ་མོའི་འཁྲབ་སྟོན་དེའི་གཟིགས་མོར་ཕེབས་པའི་བུད་མེད་རྒན་གཞོན་གཉིས་ལ་འཁྲབ་སྟོན་དེའི་གཟིགས་མོར་ཕེབས་བའི་གཟིགས་ཚུལ་བཀའ་འདྲི་ཞུས་སྐབས་ཁོང་རྣམ་པས་ལན་འདེབས་གནང་གསལ་དུ།

ཁོ་བོ་ལོ་ཆེན་པོས་འདི་ལྟ་ན་གལ་ཆེན་པོ་རེད་བསམ་གྱི། བལ་དགོན་པའི་ལྷ་མོའི་ཚོགས་པ་དེ་བཞིན་གསར་འཛུགས་གནང་སྟེ་ད་བར་ལོ་ངོ་བཞི་བཅུ་ཞེ་གཅིག་འགྲོ་གི་ཡོད་ཅིང། ལྷ་མོའི་ཚོགས་པ་འདིའི་ནང་བུད་མེད་བགྲེས་སོང་བརྒྱད་ཀྱི་ཐེ་བའི་ཁྱོན་བདུན་པའི་ཚོགས་མི་གྲངས་སུམ་ཅུ་སོ་གྲངས་ཙམ་ཞུས་པ་ལས་དངོས་སུ་འཁྲབ་སྟོན་གནང་མཁན་མི་གྲངས་ཉི་ཤུ་རྩ་གྲངས་ཙམ་ཞིག་ལས་མེད་དུས། འཁྲབ་སྟོན་པ་མ་བཏང་བའི་དཀའ་ངལ་གྱི་སྐོར་ལས་ཀ་དོན་དེ་གླེང་ནས་འཁྲབ་སྟོན་པ་ལྔ་མཉམ་ཞུགས་གནང་གི་ཡོད་པ་རེད་འདུག་ལ། བལ་དགོན་པའི་ལྷ་མོའི་ཚོགས་པའི་ངོས་ནས་ལོ་ལྟར་ཞུ་དོན་སྐབས་ངོ་བཅར་ཞུ་གི་ཡོད་པ་མ་ཟད་ད་དུང་ས་གནས་སུ་གཞུང་འབྲེལ་མཛད་སྒོ་གནང་མེད་ལ། ལྷ་མོའི་འཁྲབ་སྟོན་གནང་བ་དང་གཞན་ཡང་གཞུང་གི་བཀོད་ཁྱབ་འོག་དམིགས་བསལ་མཛད་སྒོ་ཁག་གི་སྐབས་འཁྲབ་སྟོན་གནང་གི་པ་རེད་འདུག་ཁོང་ཚོ་རྭ་རྒྱ་ལེན་རྫོང་ཆོས་གྲྭ་ཚང་ནས་ཨེ་ཤ་ར་བ་རླུང་འཕྲིན་རྒྱལ་གསར་འགོད་པ་པད་མོ་ཀྲུ་བིན།
སེང་གེའི་རྣམ་པ་ཚོས་མཁྱེན་གསལ་ལྟར། འདི་ག་རླུང་འཕྲིན་ཁང་ནི་དབུས་སྐད་དང་ཁམས་སྐད་ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཆེད་རྩོམ་དང་དེ་བཞིན་ང་ཚོའི་གཏམ་གླེང་ཞལ་འབག་གི་ལས་རིམ་བཅས་ཉིན་རེ་བཞིན་བོད་དང་རྒྱ་ནག། རྒྱ་གར། བལ་ཡུལ་འབྲུག་སོགས་ཀྱི་ནང་རླུང་འཕྲིན་གྱི་ཐོག་གསན་ཐུབ་ཀྱི་ཡོད་པ་མ་ཟད། དེང་སྐབས་ང་ཚོའི་ལས་རིམ་ཁག Internet འམ་འཕྲིན་ཐུང་དྲ་གནས་བརྒྱུད་ལམ་གྱི་ཐོག་འཛམ་གླིང་གི་ས་ཕྱོགས་གང་ས་ནས་གསན་ཐུབ་པ་དང། དེ་བཞིན་བོད་ཡིག་ཐོག་ནས་ཀྱང་གཟིགས་ཐུབ་རྒྱུའི་ཆ་རྐྱེན་ཞིག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཕྱིར་ཕུལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདིའི་ནང་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་སེམས་མཁན་རྣམ་པ་ཚོས་ང་ཚོའི་འཕྲིན་ཐུང་དྲ་གནས་བརྒྱུད་ལམ་དེའི་ཐོག་ནས་ངེད་རིག་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང། ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད་ལ། དེའི་ཐོག་ལེགས་པའི་དགོངས་འཆར་འདྲ་གསུངས་ན་དགའ་བསུ་ཞུ་རྒྱུ་ཡིན། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི། www.rfa.org། ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཤེས་སློབ་གསོའི་ལེ་ཚན་ནང་ཝ་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་སྤྱི་ནོར་ཁོ་སི་སྐྱབས་མགོན་ཆེན་པོ་མཆོག་གི་དབུ་བཞུགས་ཐོག་ཚོགས་གནང་པའི་རྒྱ་གར་རྒྱལ་ཡོངས་མཐོ་སློབ་མཐུན་ཚོགས་ཀྱི་ལོ་འཁོར་ཚོགས་ཆེན་ཐེངས་དགུ་བཅུ་གོ་གཉིས་པའི་སྐོར་སྙན་སྒྲོན་ཞུ་རྒྱུ། སེང་གེ་རྣམ་པ་ཚོ་སྐུ་ཁམས་བཟང། ཟླ་བ་འདིའི་ཚེས་བཅུར་དགུ་ནས་ཉི་ཟླ་གཅིག་བར་ཉིན་གྲངས་གསུམ་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབུ་བཞུགས་ཐོག་རྒྱ་གར་གྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ཁག་གི་ཚོགས་ཆེན་ཐེངས་དགུ་བཅུ་གོ་གཉིས་པ་དེ་ཝཱ་ན་ཨུའི་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་འཚོགས་གནང་ཡོད་པ་རེད། ལྷན་ཚོགས་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཞིག་ཐེངས་འདིའི་གཞན་སློབ་གསོའི་ལེ་ཚན་ནང་སེང་གེ་རྣམ་པ་ཚོའི་སྙན་སྒྲོན་ཞུ་གི་ཡིན། ཝཱ་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་སློབ་དཔོན་དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་ཚོགས་ཆེན་དེའི་གོ་སྒྲིག་གནང་ཕྱོགས་སྐོར་འགྲེལ་བརྗོད་གནང་ཡང་ལ། དག་འདི་དེ་རྒྱ་གར་རྒྱལ་ཡོངས་གཙུག་ལག་སློབ་གྲྭའི་ཨ་ནི་ཚོགས་པ་ཆེ་བ་རེད། ཚོགས་པ་དེའི་ནང་ལ་ཡང་གཙུག་ལག་སློབ་གྲྭ་མང་པོ་ཞུ་བཞི་བརྒྱ་ཕྲག་མང་པོ་ཡོད་པ་རེད། ཨ་ནི་དེའི་ལོ་འཁོར་གྱི་གནས་གཅིག་གི་ལས་སུ་བྱ་བའི་ནང་ལ་ཡང་རྒྱ་གར་ཤར་ཕྱོགས་བྱང་ཕྱོགས་ནི་ལྷོ་ཕྱོགས། ནི་ནུབ་ཕྱོགས་ཨིན་ལྡི་ཡུལ་དབུས་བཅས་ནི་ག་ད་ཐེ་མོ་ང་ལི་ཡ་གཅིག་གི་ས་ཁུལ་སོ་སོར་ནི་ཡབ་གཅིག་ཚོགས་ན་ཡ་དང་ཨ་ནི་ཐ་མའི་འཛོམས་རེ་བ་དེ་ལི་ཡ་ཨན་གཅིག་ལོ་རེ་རེ་ད་ལོ་མཇུག་དེ་ལི་ཡ་ཟི་ནའི་ད་ཐོག་དེ་ལི་ཡ་གཅིག་དེ་གནང་གི་བ་རེད་ཚོགས་ཆེན་ཞིག་ཚོགས་གནང་གི་ཡོད་རེད་ཚོགས་ཆེན་དེ་ད་ད་རིང་དགུ་བཅུ་གོ་གཉིས་པར་ཆགས་ཡ་དེ་ད་ལྟའི་ཚོགས་པ་དེ་དབུ་བཙུགས་ནས་ཨ་ནི་གཅིག་གི་ཕྱག་བཏབ་ནས་ལོ་དགུ་བཅུ་གོ་གཉིས་ཕྱིན་པ་བྱས་ད་ད་རིང་དགུ་བཅུ་གོ་གཉིས་པ་དེ་སྐབས་ལི་ཡ་ཚོགས་ཆེན་དེ་གོ་སྒྲིག་གནང་བ་བྱས་རེད། དེ་ནས་འདུས་སྡེ་ཚོགས་ཆེན་འདི་ང་ཚོ་ཚོགས་སློབ་གྲྭའི་ཨ་ནེ་ཆེ་གེ་དེ་ཡ་ཚོགས་གནང་ཡས་དེ་ཨ་ནེ་ཆེ་གེ་ད་ལོ་སྔ་མ་ནས་ཐག་གཅོད་གནང་པ་ཅི་རེད་ཨ་ནེ་ང་ཚོ་དེ་ད་ལྟ་དེ་ཡ་གོ་སྒྲིག་ཞུ་གི་ཡིན་ཟེར་ནས་ཞུས་པ་རེད་ཨ་ནེ་བ་ཁེ་ད་ཚོགས་སློབ་གྲྭའི་ཨ་ནེ་རྒྱལ་ཡོངས་ཚོགས་པའི་ཁེ་ད་དེ་ཨ་ནེ་བྱས་ན་ཡག་པོ་འདུག་ཟེར་ང་ཚོའི་མོས་མཐུན་གནང་མ་ཟད་ཆེ་གེ་ཕྱིས་སུ་ཨ་ནེ་དེ་བྱས་ན་ཡག་པོ་ཡོང་ས་རེད་ཟེར་ནས་ཏུ་ཏྲེས་བཅས་ཚོགས་པ་རེད་ད་ཚོགས་ཡས་དམིགས་ཡུལ་ནང་ལོགས་ལ་ཡ་ཅི་ད། རྒྱ་གར་རྒྱལ་ཡོངས་གཙུག་ལག་བརྙན་ཁང་གི་ཚོགས་པ་རང་གི་གྲོས་ཆོད་བཞག་ཡས་དང་ཚོགས་འདུ་འཚོགས་ཡས་དང་གྲོས་ཚོགས་གནང་ཡས་དང་དེ་འདྲའི་མང་པོ་བྱས་བ་རེད། སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ལྷན་ཚོགས་དབུ་འབྱེད་ཀྱི་གསུང་བཤད་སྩལ་གནང་མཛད་སྐབས་འཛམ་གླིང་ནང་གི་འགྲོ་བ་མིའི་གྲངས་ཐེར་འབུམ་བདུན་ཡོད་པ་རྣམས་འགྲོ་བ་མིའི་རིགས་གཅིག་གྱུར་ཡིན་སྟབས་ཚང་མ་གཅིག་ལ་གཅིག་བརྟེན་ཡིན་པ་དང། ཡང། ཕྱོགས་མཚུངས་གོ་ལའི་ཁོར་ཡུག་འཁྲུག་པའི་མཇུག་འབྲས་ཀྱི་དཀའ་ངལ་འཛམ་གླིང་སྤྱི་ལ་ཐུན་མོང་དུ་འཕྲད་བཞིན་ཡོད་དུས། དེ་ཚོ་ལ་བརྟེན་ནས་ད་ལྟའི་དངོས་ཡོད་གནས་སྟངས་འདིའི་འོག་ནས་ཚང་མས་བསམ་བློ་གསར་བ་ཞིག་དང་སྤྱོད་ལམ་གསར་བ་ཞིག་བསྟེན་དགོས་པ་ཆགས་ཡོད། ལྷག་པར་དུ་འཚེ་བ་དང་དམག་འཁྲུག་ཟེར་བ་དེ་ད་ཆ་དུས་ཚོད་ཡོལ་ཟིན་པའི་སྐོར་བཀའ་གནང་འདུག། དེ་བཞིན་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་གནའ་རབས་ཀྱི་ལེགས་བཤད་ཀྱི་ནང་བློའི་རྣམ་གཞག་དང་བྱེད་ལས་དེ་དག་གིས་དེང་དུས་ཀྱི་ཤེས་ཡོན་ལམ་ལུགས་ནང་ཞབས་འདེགས་ཤུགས་ཆེ་སྒྲུབ་ཐུབ་པའི་ནུས་པ་ཡོད་པའི་སྐོར་བཀའ་གནང་སྟེ། དེང་དུས་ཀྱི་ཤེས་ཡོན་ལམ་ལུགས་ནང་ཕྲུ་གུ་ཚོར་ལུས་པོའི་འཕྲོད་བསྟེན་གལ་ཆེའི་སྐོར་ལམ་སྟོན་བྱེད་པ་ལྟར་བསམ་བློའི་འཕྲོད་བསྟེན་གྱི་གོ་རྟོགས་སྤེལ་དགོས་པ་ཧ་ཅང་གལ་ཆེན་པོ་ཡིན་པའི་སྐོར་བཀའ་གནང་སྟེ་འཛམ་གླིང་ནང་གི་སྔར་གྱི་དཔལ་ཡོན་མང་པོ་ཞིག་གི་ནང་ནས

གནའ་སྔ་མོའི་རྒྱ་གར་གྱི་རིག་གནས་དེ་ནང་སེམས་ཀྱི་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཡོད་པ་རེད་ཅེས་བཀའ་གནང་འདུག་གོང་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ཀྱི་ནང་དོན་སྐོར། བ་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ། སྐུ་མགྲོན་གཙོ་བོ་ལི་ཡཱ་ཀོང་སི་མཆོག་དེ་འདྲའི་ཡུལ་ཅན་ཨ་ནེ་གཅིག་གི་དབུ་འཛུགས་མཛད་སྒོའི་སྐབས་ནས་ཡང་ཁྱམས་སྒོ་རུ་མི་ཆེན་བཀའ་སློབ་གནང་ཡས་ནས་ཡར་ད་ཅིག་གིས་རྒྱ་གར་གྱི་ཨིན་ནི་ཤེས་ཡོན་ནང་ལ་ཡང་ཅིག་དེང་རབས་ཀྱི་དུས་ཙམ་མ་ཡིན་པའི་སྤྱི་བཏང་ནས་འཛམ་བུ་གླིང་ནང་ལ་ཡར་ད་དེང་རབས་ཤེས་ཡོན་གྱི་མ་འདང་པའི་ཆ་ཞིག་ག་རེ་ཡོད་རེད་ཟེར་དུས་མིའི་བཟང་སྤྱོད་དང་མིའི་གི་ཨ་ནི་གཤིས་རྒྱུད་བཟང་ཕྱོགས་ཀྱི་གནས་བབ་དེ་ཅིག་འདང་གི་མེད་པ་ཡིན་ཙང་འདི་ཅིག་རྒྱ་གར་གྱི་ད་གནའ་བོའི་རིག་གཞུང་ཐོག་ནས་ཨ་ནི

ད་ལྟ་གཙུག་ལག་བླ་བྲེ་ཁག་གི་ནང་ནས་ད་མང་པོ་ཅིག་གིས་འདིའི་ཐོག་ལ་ཅིག་གི་མོས་བོ་དང་ནི་ད་འདི་ཏན་ཏན་གལ་ཆེ་རེད་ཤག་ཅེས་ད་མང་པོ་ཅིག་ནམ་རྒྱུན་འདི་འདྲའི་གསུང་བ་དེ་གི་འོག་ལ་ད་རིང་སྐྱབས་རོམ་ཅན་གྱི་ཅིག་གི་ཆོས་ལུགས་ལ་ཡང་མ་བརྟེན་པའི་ཟེར་ནས་འདྲ་འདུག Universal Ethics ཟེར་ན་འཇིག་རྟེན་ཡོངས་ཁྱབ་ཀྱི་ཨ་ནི་བཟང་སྤྱོད། གསུངས་ནས་དྲག་ཏུ་ད་དོན་དག་ཅིག་པུ་ཆགས་ཀྱི་ཡོད་རེད། ཨོ་དེ་འདྲའི་སྤྱི་འཐུས་གང་ལ་ཡང་དེའི་ཐོག་ནས་ཨ་ནི་ཤུགས་ནུས་རྒྱག་ཡས་ཀྱི་ཐོག་ལ་བཀའ་སློབ་གནང་བ་དེ་ལ་ཡང་མང་ཚོགས་ཀྱི་དེའི་ཕན་ངེས་ཀྱི་ཐག་ད་ཅིག་གི་ཉེ་བའི་རིགས་དག་ནི་ཅིག་མཁས་པ་མང་པོ་ཞིག་ཕེབས་ཡོད་རེད་དེའི་མདུན་ཁོ་རང་ཚང་མས་ད་དེའི་ཏན་ཏན་ཅིག་གོ་ཡས་ཀྱི་རེད་ད་ཨ་ཅིག་མ་འོངས་པ་ན་ང་ཚོ་གཙུག་ལག་སློབ་གྲྭ་སོ་སོའི་ནང་ལ་ཡང་ཨ་ཅིག་གིས་སོ་སོའི་ངོས་ནས་ཨ་ནི་སྡེ་ཚན་བཙུགས་ཡས།

ཐེངས་འདིའི་ལྷན་ཚོགས་ཀྱི་བརྗོད་གཞི་གཙོ་བོ་དེ་དེང་རིག་གསར་དང་ཁེ་ལས་དེ་བཞིན་ཚོད་མའི་འཕྲུལ་ཆས་རིགས་ཡར་རྒྱས་ཧ་ཅང་འགྲོ་བཞིན་པའི་དུས་སྐབས་འདིར་གཙོ་བོ་འགྲོ་བ་མིའི་བཟང་སྤྱོད་ལ་དམིགས་ནས་ཚད་མཐོའི་ཤེས་ཡོན་ཡར་རྒྱས་ཇི་ལྟར་གཏོང་དགོས་པའི་སྐོར་ཡིན་ལུགས། དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ཉི་མ་གཅིག་གི་རིང་ཁག་ལ་ཡང་བརྗོད་གཞི་ངེས་ཅན་གྱི་གཅིག་གི་ཐོག་ལ་ཡང་བགྲོ་གླེང་བྱེད་གནང་གི་ཡོད་རེད། ད་ད་རིང་འདིའི། འཚོ་གནས་ཁ་ཤུགས་རོལ་ནས་དགུ་བཅུ་གཉིས་པའི་ཚོགས་ཆེན་སྐབས་ཀྱི་བགྲོ་གླེང་འདི་འདི་ནང་གནང་བ་རེད་ཇུས་གཞི་དེ། མཐོ་རིམ་གྱི་སློབ་གཉེར་ནང་ལོགས་ལ་ཡང་ནི་བཟང་སྤྱོད་ཀྱི་ཐམས་ཅད་ཀྱི་ན་གནས་བབ་ཟེར་ནས་འདྲ་འདུག་གལ་གནད་དེའི་ཐོག་ལ་ཡང་གནང་བ་རེད་ད་ལྟ་ད་ཚེ་རིང་དང་ཨ་ནེ་གཅིག་གིས་ད་ག་གནང་བཞིན་པའི་འཕྲུལ་ཆས་ཀྱི་བྱེ་བྲག་ཡར་ཐོན་ཕྱིན་པའི་སྐབས་ཀྱི་ནི་ཞིང་གནས་ཁང་དེའི་ནང་ནས་ཡང་གཙུག་ལག་བསླབ་པའི་ཁང་ཁག་ནང་ལ་ཡང་གཅིག་གི་ཤེས་ཡོན་གྱི་གནས་བབ་དང་ནི་ཤེས་ཡོན་གྱི་ནི་གལ་ཆེའི་སྐོར་ལ་ཡང་བགྲོ་གླེང་གནང་ཡོད་ཅེས་གསུངས་པ་རེད། ལྷན་ཚོགས་དེ་གཙོ་སྐྱོང་གནང་མཁན་རྒྱ་གར་རྒྱལ་ཡོངས་མཐོ་སློབ་མཐུན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Professor PB Sharma མཆོག་གིས་ད་ལྟའི་སྤྱི་ཚོགས་ནང་ཤེས་ཡོན་ལམ་ལུགས་དེ་བཟང་སྤྱོད་གཞི་རྩར་བཞག་པ་ཞིག་དགོས་རྒྱུ་ཧ་ཅང་གལ་ཆེ་ཡིན་པའི་སྐོར་གསུངས་འདུག། དེ་མིན་ལྷན་ཚོགས་དེའི་ནང་མཉམ་ཞུགས་གནང་མཁན་གྱི་མི་སྣ་ཚོའི་སྐོར་དགེ་བཤེས་ངག་དབང་བསམ་གཏན་ལགས་ཀྱི་གསུང་ཡག་ལ། གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གི་རྒྱ་གར་ནང་ལ་ཡོད་པའི་སྒྲིག་འཛུགས་ཁག་གི་ཁག་ཅིག་ཕེབས་ཀྱི་ཡོད་རེད་ད་ག་ནང་བཞིན་པ་ཅིག་གིས་སྤྱི་སྐད་ཡུལ་གྲུ་ཁག་ནས་ད་ཅིག་གིས England དང European Union གི

གཙོ་བོ་དེ་ལྟ་སྟེ་དེའི་ནང་ལ་ཡང་ཐེག་ཆེན་བགྲོད་ཆོད་བྱ་ཡ་རེད་བྲོ་དུག་གནང་ཡ་རེད་མ་འོངས་པའི་ཤེས་ཡོན་གྱི་ལམ་ཕྱོགས་ལ་ཨ་ནི་ཅིག་གིས་གཏན་འབེབས་གནང་ཡ་རེད་ནི་དགོངས་འཆར་གནང་ཡ་རེད་དེ་འདྲ་ཅིག་རེད། ཐེངས་འདིའི་རྒྱ་གར་གྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ཁག་གི་ཚོགས་ཆེན་ཐེངས་དགུ་བཅུ་གོ་གཉིས་པ་དེའི་གནས་མཆོག་ཝཱ་ར་ན་སེ་ནང་རྟེན་གཞི་གནང་པའི་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ནས་གོ་སྒྲིག་གནང་བ་ཐེངས་དང་པོ་དེ་ཡིན་པ་དང། འཛམ་གླིང་གི་ས་ཁྱོན་གང་ས་དང་དེ་བཞིན་རྒྱ་གར་གྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ཁག་བརྒྱ་དང་ལྔ་བཅུ་ཙམ་གྱི་ཉེ་བའི་རིགས་བདག་དང་ཤེས་ཡོན་ཅན་དེ་བཞིན་སློབ་དཔོན་སོགས་མཉམ་ཞུགས་གནང་ཡོད་པ་རེད། གོང་དུ་གསན་པའི་གཞན་སློབ་གསོའི་ལེ་ཚན་དེའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིན་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ།

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་དྲུག་པའི་ཚེས་ཉེར་བཞི་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཨ་རིའི་ནང་གི་མི་ནི་སོ་དྲག་ཞེས་པའི་མངའ་ཁུལ་དུ་གནས་སྡོད་བྱས་པས། བོད་རིགས་མི་དམངས་ལ་བཀའ་སློབ་ལམ་སྟོན་གནང་འདུག་པས་ཚན་པ་བརྒྱད་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐོག་མར་ཆོས་སྤྱིའི་འཁོར་ལོ་བསྐོར་བའི་སྐབས་སུ། གྲུབ་མཐའ་མི་འདྲ་བའི་ཁྱད་པར་གསུངས་མེད་ན་ཡང། ཆེས་ཐོག་མར་ཁོང་གི་གཞན་དྲང་གི་ཉན་ཐོས་རྣམས་ཀྱིས་རྩོད་གླེང་མང་པོ་བྱས་ཏེ་གནས་བརྟན་བདེ་བ་དང། གཞི་ཐམས་ཅད་ཡོད་པར་སྨྲ་བ་སོགས་རྩ་བའི་སྡེ་བཞིར་སྐྱེལ་བ་དང། དེ་ནས་དེ་དག་ལ་ཡང་ནང་གསེས་ཀྱི་སྡེ་ཚན་བཅོ་བརྒྱད་དུ་སྐྱེས་བུར་བཤད་ཚུལ་ཡོད་པ་སྟེ། སྡེ་བ་དེ་དག་སོ་སོར་སྐྱེ་དགོས་པའི་རྒྱུ་མཚན་ནི། སངས་རྒྱས་ཀྱི་གསུང་གང་ཞིག་གི་དགོངས་དོན་འགྲེལ་ཕྱོགས་ལ་མ་མཐུན་པའི་དབང་གིས་བྱུང་བ་ཞིག་ཡིན་པ་དང། དེ་དག་བསྡུས་ན། ནང་པའི་གྲུབ་མཐའ་སྨྲ་བ་བཞིའི་ནང་ཚན་དུ་གྱུར་པའི་བྱེ་བྲག་སྨྲ་བའི་ཁུངས་ཐོག་ཤར་ཐག་ཆགས་ཀྱི་ཡོད། དེ་ནི་མདོར་བསྡུས་བ་དང། དེ་ལ་ཡང་ནང་གསེས་སུ་ལུང་གི་རྗེས་འབྲང་བ་དང། རིགས་པའི་རྗེས་འབྲང་གི་མདོར་བསྡུས་བ་གཉིས་བྱུང་བར་མ་ཟད། དེའི་ཕྱིས་སུ་བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་གྱི་དགོངས་དོན་འགྲེལ་ཕྱོགས་ཀྱི་དབང་གིས་སེམས་ཙམ་པ་དང། དབུ་མ་བས་གྲུབ་མཐའ་གཉིས་བྱུང་བ་དང། སེམས་ཙམ་པ་ལ་ཡང་ནང་གསེས་ཀྱི་གྲུབ་མཐའ་མི་འདྲ་བ་དུ་མ་བྱུང་བ་དང། དབུ་མ་ལ་ཡང་དེ་ལུགས་ཀྱི་སྡེ་ཚན་མི་འདྲ་བ་དུ་མ་ཞིག་བྱུང་ཡོད་པ་སོགས་དེ་དག་ནི། སེམས་ཅན་རྣམས་ཀྱི་ཁམས་དང་བསམ་པ་དང་མོས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་དང། གྲུབ་མཐའ་དེ་དག་རེ་རེའི་གཞལ་ཚུལ་ལ། མོས་པ་ཡོད་མཁན་གྱི་གཞན་འབྲིང་བ་མང་པོ་ཞིག་ཡོང་གི་ཡོད་པ་དེ་ང་ཚོར་བསྟན་པ་དེ་ནི། དེ་དག་ཐམས་ཅད་ལ་ཁྱད་པར་མེད་པར་མིའི་སྤྱི་ཚོགས་ལ་ཕན་པ་སྒྲུབ་ཀྱི་ཡོད་པ་དེ་ཡིན། རྒྱུ་མཚན་དེ་འདྲའི་ཐོག་ནས་བསམ་གཞིག་བྱས་ན་ནི། ནུབ་ཕྱོགས་སུ་དར་རྒྱས་ཆེ་བའི་ཡེ་ཤུའི་ཆོས་ལུགས་དང། སྐྱེས་དབུས་ཨེ་ཤ་ཡའི་རྒྱལ་ཁབ་ཁག་ལ་གཙོ་ཆེར་དར་ཁྱབ་ཆེ་བའི་ཁ་ཆེའི་ཆོས་ལུགས་དང། དེ་བཞིན་རྒྱ་གར་གྱི་ཆོས་ལུགས་ཉང་བྲེ་ཞིག་ཡིན་པའི་ཧིན་དུའི་ཆོས་ལུགས་བཅས་ཀྱི་འཇིག་རྟེན་བཀོད་པ་པོ་ཁས་ལེན་གྱི་ཡོད་པས། ལྟ་གྲུབ་ཀྱི་ཐོག་ནས་རྩོད་པ་ཡོད་པ་ཙམ་མིན་པར། ནང་འགལ་དང་ཀླན་ཀ་མང་པོ་ཞིག་འབྱུང་རྒྱུ་ཡིན་ཀྱང། ཐབས་ཀྱི་ཕྱོགས་ཆ་ནས་བལྟས་ཚེ། འཛམ་གླིང་གི་སྐྱེ་བོ་ཆེས་མང་པོ་ཞིག་གིས་ཆོས་བརྒྱུད་དེ་དག་ལ་དད་མོས་དང་ཡིད་ཆེས་བྱེད་ཀྱི་ཡོད་པ་དེས་ནི། ཆོས་ལུགས་དེ་དག་གི་གཞན་དྲང་བ་རྣམས་ཀྱི་བསམ་ངོ་ལ་འཕྲོད་ཀྱི་ཡོད་པ་དང། དེ་ལ་བརྟེན་ནས་བསམ་འཆར་དེ་དག་དང་འདྲ་བའི་སྐྱེ་བོ་ཧ་ཅང་མང་པོ་ཞིག་གི་མངོན་འདོད་ཀྱང་བསྐང་ཐུབ་ཀྱི་ཡོད་པའི་ཆ་ནས། དེ་དག་ཐམས་ཅད་ལ་ཁ་མིན་དོན་གྱིས་གུས་བརྩི་བྱེད་པའི་རིན་ཐང་ཡོད་པ་དེ། ང་ཚོའི་ནམ་རྒྱུན་ནས་སྣང་མེད་བཤད་མ་རིག་པའི་བདེན་པ་ཞིག་ཆགས་ཀྱི་ཡོད། བོད་གངས་ཅན་གྱི་ལྗོངས་ལ། ད་ས་དགེ་བསྐོས་ཡི་རིགས་སུ་མ་ཆད་པའི་སྔོན་གྱི་མཁས་པ་ཚོས་གྲུབ་མཐའ་མང་པོ་མཛད་ཡོད་རེད། དེ་ཚོ་རྒྱུས་ཡོད་རྟོགས་སུ་ཡོད་ངེས་ཏེ། རྟོགས་མཁན་མགོ་ཁྲིད་རུ་གཏོགས་ཆགས་ཀྱི་ཡོད་རེད། བྱས་ཙང་རེད་དེ་ཡིན་རེད། འཇིག་རྟེན་བསྐོར་བ་བོ་འདོད་མཁན་ཆོས་ལུགས་འདི་མི་མང་པོར་ཕན་གྱི་འདུག་བ། བྱས་ཙང། གི་རྗེས་སུ་ཡི་རངས་བྱས་ནས། ཡག་པོ་ཞེ་དྲག་ཅིག་བལྟས། དངོས་གནས་བརྩི་བཀུར་བྱེད་ཀྱི་ཡོད། ལྟ་གྲུབ་ཀྱི་ཐང་ནས་བཤད་པ་ཡིན་ན། འགན་དུ་ཡོད་པ་རེད། ད་རེས་དེ་ཁོ་ལྟ་གྲུབ་དེ་ཁམས་དང་མོས་པ་མི་འདྲ་བ་དང་ལྟ་གོན་མི་འདྲ་གོ་གི་ཡོད་རེད། བཅོམ་ལྡན་འདས་ཁོ་རང་གི་ཁོ་རང་གི་ཞེ་ས་མ་ཞུ་ན་དགེ་ཕྲུག་གཅིག་གྱུར་གྱི་ནང་ལོགས་ལ་ཡ་ཨ་ནི་བྱེད་རང་མ་བའི་ལྟ་གྲུབ་མདོ་སྡེ་པའི་ལྟ་གྲུབ་སེམས་བསམ་པའི་ལྟ་གྲུབ་དབུ་མ་པའི་ལྟ་གྲུབ་ཟེར་ནས་བཅོམ་ལྡན་འདས་ཁོ་རང་གི་གསུངས་འདུག་བ། ཅེས་སོགས་ཁམས་དང་མོས་པ་མི་འདྲ་བ་དང་ལྟ་གྲུབ་མི་འདྲ་བ་གོ་གི་ཡོད་རེད། མོས་པའི་ཁྱད་པར་ཁ་ཤས་ནི་འཇིག་རྟེན་བཀོད་པ་པོ་དེ་ཤི་རང་གིས་ཤུགས་ཆེན་པོ་འདུག་བ་ལྟ་གྲུབ་དེ།

ལྷ་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ནང་པ་སངས་རྒྱས་པའི་རྗེས་འཇུག་པ་དང། ཡང་ན་ནང་པའི་བསྟན་པ་དང་དེའི་ཁྱད་ཆོས་ཞི་བར་འདོད་མཁན་ཞིག་ཡིན་ཕྱིན། ཐོག་མར་ནང་པའི་ལྟ་གྲུབ་དེ་དག་ལ་སློབ་སྦྱོང་ནན་ཏན་བྱས་ཏེ་གོང་དུ་འཆི་ཐབས་ལ་འབད་པ་བྱས་ན། ད་གཟོད་ནང་པའི་གྲུབ་མཐའ་དེ་དག་གི་གཞས་ཚིག་ཁག་ལ་གོ་བ་གཏིང་ཟབ་ལེན་ཐུབ་པར་འགྱུར་བ་དང། དེ་ལ་བརྟེན་ནས། ནང་པའི་ལྟ་གྲུབ་དེ་དག་གི་འབུར་དུ་ཐོན་པའི་ཁྱད་ཆོས་དེ་དག་ཀྱང་རང་བཞིན་གྱིས་ཤེས་རྟོགས་བྱེད་ཐུབ་པའི་ཁྱད་པར་ཡོང་རྒྱུ་ཡིན་པ་དང། གལ་སྲིད་ནང་བསྟན་ཆོས་ལུགས་ལ་དད་མོས་བྱེད་མཁན་ཞིག་གིས་ནང་པའི་གྲུབ་མཐའ་ཁག་གི་ལྟ་གྲུབ་ཞི་བའི་སྒོ་ནས་དད་མོས་བྱས་ན་ནི། ས་ཆུ་བྱེ་བ་དང། ཡིད་ཆེས་ཟབ་མོ་འཕེལ་ཐུབ་པའི་དགེ་མཚན་འབྱུང་རྒྱུ་ཡིན། རྒྱུ་མཚན་དེ་འདྲའི་དབང་གིས། དྭངས་དུས་ཀྱི་བོད་མི་མང་པོ་ཞིག་གིས་བོད་སྐྱེས་རིག་གཞུང་དུ་འབོད་པ་ནི། ལུང་ཚན་ཁག་གི་གཞས་སྣ་འཁྲབ་པ་དང། འཆམ་སྟངས་གཏོར་རྒྱག་བྱེད་པ་ལྟ་བུའི། ཞེས་ཁྲ་ཁྲ་ཟང་ཟང་གི་གནས་སྟངས་དེ་དག་ལ་གོ་བ་ལེན་གྱི་ཡོད་པ་དེ་ནི། ནང་དོན་མ་རྟོགས་པའི་བསམ་བློའི་ནོར་འཁྲུལ་ལྡན་པ་ཞིག་ཡིན་ལ། ལོ་ངོ་ཉིས་སྟོང་གི་གོང་རོལ་ནས་དར་རྒྱས་ཆེན་པོ་བྱུང་བའི་ལག་བཞུར་གྱི་ཆོས་བརྒྱུད་དེ། དཔལ་ནཱ་ལེནྡྲ་ནས་འཛམ་གླིང་གི་ཡུལ་གྲུ་མང་པོ་ཞིག་ཏུ་མར་མེ་གཅིག་ལ་གཅིག་ཕྱེད་ཀྱི་ཚུལ་དུ་དར་ཁྱབ་སོང་ཡོད་ན་ཡང། ལོ་རྒྱུས་ཀྱི་འཕོ་འགྱུར་གོད་ཆག་མང་དག་ལ་བརྟེན་ནས་ད་ཆ་ང་ཚོ་བོད་མིའི་ལག་ཏུ་ཡོད་པའི་ཆོས་བརྒྱུད་ཆ་ཚང་བ་དང་འགྲེལ་བཤད་རྒྱག་ཐུབ་པ། དབང་ལུང་བཤད་ཁྲིད་ཀྱི་རྒྱུན་མ་ཉམས་པར་གསོན་གནས་ཀྱི་ངོར་ཡོད་པ་ནི། བོད་གཅིག་རང་ལས་གཞན་ལ་མེད་པ་དེ་ཡིན། དེས་ན་བོད་མིའི་རིག་གཞུང་ཞེས་པའི་མིང་གི་འཇིགས་ཡེ་ལ། འཇིག་རྟེན་མི་ཆེ་དང་དམ་པའི་ལྷ་ཆེ། དེ་མིན་གྱི་རིག་གཞུང་འདྲ་མིན་སྣ་ཚོགས་ཤིག་ཡོད་ངེས་ཡིན་ཀྱང། ད་སྐབས་ང་ཚོའི་མི་རིགས་དང། དེའི་རིག་གཞུང་ངོས་འཛིན་བྱེད་བཞིན་པའི་རིག་གཞུང་དེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས། བཀའ་འཁོར་ལོ་དབར་རྟགས་གསུམ་གྱི་དགོངས་དོན་ལ། ན་ལན་ཀྲི་མཁས་མཆོག་དག་གིས་འགྲེལ་བཤད་བསྐྱོན་པས། ལྟ་གྲུབ་ཀྱི་བསྟན་བཅོས་དེ་དག་ཆགས་ཀྱི་ཡོད་པ་དང། ང་ཚོའི་མི་རབས་གསར་བ་དང། མི་རིགས་གཞན་གྱི་ཁྲོད་ན། བོད་མིའི་རིག་གཞུང་ཤེས་འདོད་ཡོད་མཁན་རྣམས་ཀྱིས་ནི། བོད་ཀྱི་རིག་གཞུང་དེ། དད་མོས་དང་གསོལ་འདེབས་སྨོན་ལམ་བཅས་ནས་ཡོང་བ་ཞིག་མིན་པར། ལྷོད་གཞུང་ནན་ཏན་གྱི་སྒོ་ནས་གཞུང་དགོས་པ་ཞིག་ཡིན་པའི་ངེས་འཛིན་གསལ་བོ་དགོས་པ་དེ་ཡིན། དེ་ལྟ་བུའི་བོད་ཀྱི་རིག་གཞུང་ཟབ་མོ་རྣམས་ཁོང་དུ་ཆུད་པ་ལ། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་རྒོལ་བ་དང། ཤེས་རབ་ཐུག་མེད་དུ་འཕེལ་བའི་ཆེད་དུ། ཕྱོགས་བཅུའི་རྒྱལ་བ་ཀུན་གྱི་མཁྱེན་པའི་རང་གཟུགས་སུ་བསྔགས་པ་སྟེ། ཤེས་རབ་ཀྱི་ལྷ་བཞི་བཙུན་འཇམ་པའི་ཡང་སྒྲུབ་སྲོལ་ཡོད་པའི་ཆ་ནས། འཇམ་དབྱངས་གངས་ལོ་མའི་བཞག་ལུང་ནང་ཚིག་ཡིན་པས། ཐོག་མར་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་དང། དེའི་མཐའ་འཁོར་དུ་བྱམས་པ་དང་འཇམ་དབྱངས་ལ་སོགས་པ། ཉེ་བའི་སྲས་ཆེན་བརྒྱད་དང། ཀླུ་སྒྲུབ་དང་ཐོགས་མེད་སོགས། ནཱ་ལེནྟྲའི་དཔོན་གྲུབ་བཅུ་བདུན་སོགས་ཀྱིས་བསྐོར་ནས་ཡོད་པ་དང། ལྷག་པར་དུ། སངས་རྒྱས་ཀྱི་སྐུ་མདུན་དུ། འཇམ་དབྱངས་ཨ་ར་པ་ཙ་ན་བཞུགས་ཡོད་པས། མེ་བ་དང་བཅས་སྔོན་འགྲོའི་བསགས་སྦྱང་གི་ཆེད་དུ། ཡན་ལག་བདུན་པ་འབུལ་བ་དང། དེ་ནས་སངས་རྒྱས་ཆོས་ཚོགས་མ་སྒྲོགས་འདོན་དང་འབྲེལ་ཏེ། སྨོན་སུམ་སྐྱེས་པ་སོགས་ཀྱིས་སྐལ་བ་བཟང་པོ་ཐོབ་ཡོད། དང། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས། མཚན་དང་དཔེ་བྱད་ཀྱི་བསྟན་པ། ངས་བདག་གིས་སི་ཏཱ་ཀི། ཨཱ་ནི། ཆོས་འཁོར་རིན་པོ་གསུམ་བསྐོར་གནང་ངེ། དེ་འདྲིས་ཀྱི་དང་སྟོན་པ། དེའི་དབུས་དེ་ལ་ཡང་ཡོད་བསམ་པར་བྱས། དེའི། མཐའ་སྐོར་ལ་ཡང། ཨཱ་ནི། བྱམས་བྱང་ལ་སོགས་པ་ཉེ་བའི་ཟས་སྦྱིན་བརྒྱད། ཨཱ་ནི། ཀླུ་དྲུག་དང་ཐོགས་མེད་ལ་སོགས་པ།

དཔེ་འབྲུ་བཅུ་བདུན་ལ་སོགས་པ་དེ་ཚོའི་གྲས་ཏེ། དེ་འདྲའི་ཅིག་ད་རྩ་ཆེན་པོ་གར་ཅན་བྱུང་བ་རེད་བསམ་ན། སེམས་ཀྱི་ཐོག་ནས་བྱུང་བ་རེད། རང་དོན་ཡིད་བྱེད་ཀྱི་བློ་དེ་བག་སྐྱོན་དུ་བལྟས་ནས་བག་དོར། གཞན་གཅེས་པར་འཛིན་པའི་བློ་དེ་དངོས་གནས་རང་དོན་གཞན་དོན་འཕྲལ་གྱི་དོན་ཕུགས་ཀྱི་དོན་ཚང་མ་ལོག་གཞན་གཅེས་པར་འཛིན་པའི་བློར་བལྟས་ནས་ཡོང་གི་ཡོད་པ་ཡིན་དུས་ཚང་ནས་ཨེ་ནི། ད་གང་ལྟར་རང་ཉིད་འཚོ་བ་དེ་གཞན།

བདག་དེ་གཞན་གྱི་སྡུག་བསྔལ་དག་ཡང་དག་བྱ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་ཟིན་པས་གསལ་པོ་དུ་བ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་བསམས་པ་ན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།

སེང་གེ་རྣམ་པ་ཚོ་ད་ལྟ་དཔེ་དེབ་སྐོར་སྐྱེལ་རྩལ་ཤེས་པའི་ཕྱི་རྒྱལ་ལས་བྱེད་འགྱུར་ལྕགས་ཞུ་རྒྱུ་དེའི་ནང་སྤྱི་ཟུར་རྒྱལ་ས་རྣམ་རྒྱལ་དབང་འདུས་ལགས་ཀྱིས་བརྩམས་སྒྲིག་གནང་བའི་ཁ་བྱང་དུ་བོད་རྒྱལ་ཁབ་ཀྱི་ཆབ་སྲིད་དང་འབྲེལ་བའི་དམག་དོན་ལུགས་ཀྱིས་ཞེས་པའི་རྩོམ་དེབ་ལས་སླེ་ཚན་གོང་མའི་གཞུང་མཚམས། ནང་གསེས་ཀ་བ་ལུའུ་ཅུན་རྒྱ་དམག་བོད་སར་བཙན་འཛུལ་བྱུང་རིམ་གྱི་གོང་འཕྲོས་གཞུང་མཚམས་ནས་མུ་མཐུད་ནི་འགྱུར་ལྕགས་ཞུ་དགུ་ཡིན། དེར་བརྟེན། བོད་ས་གང་སར་མན་ཇུའི་དཔོན་དམག་རྣམས་ལ་ངོ་རྒོལ་སྨོས་ཅི་སྐྱོན་སྒྱུར་དང་རྟ་རྒལ་ལ་སོགས་དཔྱོད་ལྡན་གྱིས་མི་བདེ་བ་རིམ་བཟོས་ཐོག ྋགོང་ས་མཆོག་གི་དབུ་གནས་དབྱུང་ཚུལ་སྐོར་གཞུང་ཞབས་སེར་སྐྱ་དང་གདན་ས་གསུམ་པོའི་མི་མང་བཅས་ནས་ཨམ་བན་བརྒྱུད་ངོ་རྒོལ་རྩོད་གཏམ་ཤུགས་ཆེ་བྱེད་བཞིན་པ་སོགས་བོད་ཀྱི་གནས་བབ་བརྫ་ཆགས་ཇི་བཞིར་འགྱུར་བ་མན་ཇུ་གོང་མས་ཤེས་ཏེ་ལྷ་སྟོད་ཨམ་བན་ལ་བཀའ་ཕབ་བསྟུན་རྒྱ་དཔོན་ལོ་སྟོང་ཐད་བདུན་རྗེས་དུ་བསྐོ་བཙོང་ཟིན་པའི་རྒྱ་ནག་སྤྱི་སྒེར་ལས་ཁུངས་དང་དམག་སྲིད་ལས་ཁུངས་གཉིས་ཀྱི་ལྕགས་ཀྲིན་གྱི་འདོན་ལྟར ྋགོང་ས་ཆེན་པོ་ལྷ་ལྡན་དུ་གདན་ཞུ་བྱ་དགོས་ཞེས་པ་ལྟར་འདི་ལོའི་བོད་ཟླ་དགུ་བའི་ནང་རྡོར་གླིང་དུ་བཅར་ཏེ ྋགོང་ས་མཆོག་གི་སྐུ་དབང་དང་བོད་ཀྱི་ནང་སྲིད་ལ་ཐེ་ཇུས་མི་བྱེད་ཟེར་བ། བོད་ནང་ཞི་བདེ་ལྷན་ཆགས་ཡོད་ན ྋགོང་ས་ཆེན་པོ་ལྷ་སར་ཕྱིར་འབུད་ཡོང་བ་ཞེས་སོགས་གཡུ་འཕྲུལ་དབུ་སྐོར་ཐུབ་རེ་སྙན་ཞུ་དང་ཆབས་ཅིག ྋགོང་ས་མཆོག་དང་སི་ཁ་ལྷན་རྒྱས་སར་བཅར་འདུག་ཀྱང་བོད་རྒྱ་གཉིས་དབར་དབྱིན་གཞུང་འབར་ཤུགས་ཀྱི་ཐག་གཅོད་འཇོག་ཚུལ་མཐུན་པ་ཞིག་མ་བྱུང་བར་ཕྱིར་ཕེབས་གནང་ཐབས་མེད་ལུགས་ཡིག་ངག་གཉིས་ཐོག་ནས་བཀའ་ཕེབས་ཐོག་པེ་ཅིན་གཞུང་ལ་ཡང་ལོ་རྡོ་ཐལ་ཁོ་རང་བརྒྱུད་བཀའ་ཡིག་འབུལ་གནང་མཛད་དོན་བཞིན་རྡོ་ཐལ་ལ་བསྩལ་བའི་སྦུག་གཏམ་བཀའ་ཡིག་ནང་སྔ་ཕྱིའི་གནས་ལུགས་ཞིབ་ཕྲ་འབོད་སོགས་ཡི་གེ་ཤན་སྦྱར་འདི་ལོའི་ཟླ་བ་དགུ་པའི་ཚེས་བཅོ་གསུམ་འཁོད་པ་འདི་ནང་ལེབ་ཤུལ་མེད་ཀྱང། དེའི་ནང་རྒྱལ་བ་ཀུན་མཁྱེན་ན་རིམ་ནས་བཟུང་རྒྱ་བོད་མཆོད་ཡོན་བྱས་ནས་བོད་ལ་གཟིགས་རྒྱང་དང་ཕན་ཚུན་མཚན་ལ་ལྟོས་རེ་ཞེས་དང་བོད་དེ་རྒྱལ་ཁབ་རང་དབང་ཅན་སོགས་ཐོག་མའི་འབྱུང་རྩ་དང་མཆོད་ཡོན་གྱི་དམ་ལ་གང་ལ་ཡང་དགོངས་བཞེས་བལྟ་བཞག་ངོས་དོན་གྱི་བདག་པོར་ཡོང་རྐྱེན་ཇི་ཚད་ཙམ་མེད་པ། ཡང་བོད་ཀྱི་འབྱུང་རྩ་སྒང་ས་ནས་ཕྱིན་ཆད་སྔ་ལུགས་ཡོང་རེ་རྗེས་ལུགས་ཕྱིན་ཆད་དབྱིན་གཞུང་འབར་ཤུགས་མེད་པར་བོད་རྒྱ་གཉིས་བཀའ་མོལ་མི་མཛད་པའི་ཐུགས་ཐག་རྦད་ཆོད་ཟིན་ལུགས་སོགས་རང་དབང་རང་བཙན་ཡིན་པ་མན་ཇུ་གོང་མར་དངོས་སུ་དགོངས་པ་ཅན་གྱི་སྦུག་དང་བཀའ་ཡིག་ཞལ་གསལ་གནང་འདུག་པ་དེ་རང་ནས་ཕྱིན་ཆད་རྒྱལ་བློན་རིམ་བྱོན་ཚང་མས་རྒྱ་བོད་དབར་སྲིད་ཇུས་བཟུང་སྟངས་དང་ཕྱག་ལེན་བསྟར་ཕྱོགས་སོར་གནས་རྒྱུན་སྐྱོང་ཞུ་དགོས་ཤིན་ཏུ་གསལ་པོ་ཆགས་འདུག་བོད་རྒྱ་གཉིས་ཀྱི་ཆབ་སྲིད་དང་འབྲེལ་བའི་དམག་དོན་ལུགས་རྒྱུད་ཚང་མ་བསྡོམས་ཚིག་གཅིག་བཀོད་ན། རྒྱལ་མཆོག་སྐུ་མཁྱེན་མཆོག་གསུམ་པ་ཆེན་པོས་ཐོག་མར་རུ་སུར་དང་དེ་ནས་དབྱིན་ཇིར་རྫ་དཀྱིལ་བཀོད་པའི་རྒྱུ་རྐྱེན་གཙོ་བོ་འདི་འབར་སྐབས་རྒྱ་ནག་གཞུང་ནས་རྒྱ་བོད་མཆོད་ཡོན་གྱི་དགོས་མཁོར་རྫ་ཤིང་གང་ལ་ཡང་མ་གནས་པར་ཞི་དྲག་ཐབས་ཤེས་སྣ་ཚོགས་དང་ངན་གཡོའི་སྲིད་ཇུས་དངོས་ཤུགས་བརྒྱུད་གསུམ་ནས་སྤེལ་ཏེ་དུས་ཉིས་འདོད་རྔམ་ཆེན་པོས་མི་སེར་སྤེལ་སྤྱད་དང་རྒྱ་སྐྱེད་རིང་ལུགས་པའི་བྱ་ཐབས་དངོས་སུ་བཟུང་སྟེ་བོད་རྒྱལ་ཁབ་རྒྱ་ཁོངས་སུ་གྲུབ་མཐའ་བྱས་དང་བྱེད་བཞིན་པ་འཛམ་གླིང་ཀུན་གྱི་གཟིགས་ཕྱོད་ལ་བརྟེན། རུ་དབྱིན་གཉིས་ཀས་བོད་ཀྱི་བདེན་རྒྱབ་བྱས་ཏེ་རྒྱ་དཀར་ནག་གཉིས་དབར་བོད་དེ་རང་བཙན་སྔ་སོར་ཆུད་དགོས་པ་འཛམ་གླིང་སྤྱི་རྒོད་ཚང་མར་གལ་ཆེར་གཟིགས་ཕྱོགས་གཅིག་མཐུན་གྱི་ཐེ་ཇུས་ཕན་སྐྱོབ་གང་ཡོང་གནང་བ་ཞིག་ལས། རྒྱ་ནག་གཞུང་ལྟ་བུའི་བོད་རྒྱལ་ཁབ་རྒྱ་ཁོངས་སུ་བཅུག་སྟེ་དམིགས་མེད་བཟོ་འཆར་ངོ་ཚ་ཁྲེལ་མེད་ཀྱི་ངན་གཡོ་ཁོག་བཅངས་འདི་འདྲ་རུ་དབྱིན་སུ་ལ་ཡང་རྩ་བ་ནས་མེད་པ་གསལ་ཐག་ཆོད་རེད་དེར་བརྟེན་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཆེན་པོས་གཅིག་སྟོང་དགུ་བརྒྱ་བཅུ་གཅིག་ལོར་བཀའ་དབུགས་ནས་རུ་སུའི་གོང་མ་མི་ཁུ་ལར་སྩལ་བའི་བཀའ་ཡིག་འདི་ལྟར། ཡངས་པའི་ས་ཆེན་རྒྱ་བར་སྐྱོང་བའི་གོང་མ་རྒྱལ་པོ་ཆེན་པོ་མཆོག་གི་དྲུང་དུ། ཆེད་དུ་ཞུ་གསོས་རང་རེ་བོད་རྒྱལ་ཁབ་མན་ཇུའི་རྒྱལ་ཁབ་དང་ཉིན་རྗེའི་མཆོད་ཡོན་ལས་མངའ་འོག་མིན་ཀྱང་རིམ་པར་བཟའ་སེམས་ཀྱིས་འདོད་པ་མགོ་སྐོར་དབང་བཅུད་ཐམས་ཅད་ཁྲོག་རྩིས་ཀྱིས་བརྟན་པར་སྨྲ་ཅིང་ཆོས་རྗེས་སད་དེ་ཆོས་མཛད་རྒྱུ་དངོས་ཧམ་སྒྲོག་མནར་གཅོད་བརྗོད་ཀྱིས་མི་ལངས་པ་བྱ་མུས་ཡིན་སྟབས་འདི་དག་དང་ཉིན་རྗེའི་སྔར་མུས་བཞིན་སྐད་ཅིག་ཙམ་ཡང་གནས་ཐབས་མེད་པ་དང་འབོད་དོན་སྐོར་འདི་སྔ་རྒྱལ་ཁབ་ཆེན་པོ་རུ་དབྱིན་རྣམ་གཉིས་ནས་ཆིངས་ཡིག་བཞག་གནང་ལ་བརྟེན་རང་ཚོ་ཟིན་ཙམ་བྱུང་བསྟུན། དེང་སང་བོད་རྒྱལ་ཁབ་དཔོན་དམག་ཐམས་ཅད་ནས་རྒྱལ་ཁབ་ཆེན་པོ་གཉིས་ལ་རོགས་བྱོའི་རྒྱབ་རྟེན་ཐོག་སྒེར་བཙན་པ་བྱེད་རྒྱུར་ཇི་ཡང་གཅིག་གྱུར་གྱི་ངོས་ཏཱ་ལའི་བླ་མས་གོང་མ་དྭགས་པོ་ཆེན་པོར་གསོལ་འདེབས་སྤྱི་བོར་བསྐུར་རྒྱུ་ཡིན་ཞེས་ཞུ་བ་འདི་ཐད་རྒྱལ་ཁབ་ཆེན་པོ་གཉིས་ནས་འཕྲལ་དུ་བཀའ་མོལ་ཐུགས་རྗེ་ཆེ་ཐོབ་ཆིག་སྒྲིལ་མཁན་པོ་རྣམས་སུ་བརྗིད་ཆགས་རོགས་ཕན་དང་ལྷག་པར་མན་ཇུ་ཕྱོགས་ནས་གནོད་སེམས་ཁོག་འཇུག་གི་འབོད་ལྗོངས་རྒྱ་ཁོངས་ཡིན་ཚུལ་དམག་བཏང་དེ་ཁ་མཆུ་མི་བྱེད་པའི་ངེས་པ་མི་འདུག་པ་དེ་ཐད་རྒྱལ་ཁབ་ཆེན་པོ་རྣམ་གཉིས་ནས་བཀའ་མོལ་གྱི་སླད་སྒེར་བཙན་ཁུངས་ལྡན་བདེ་བར་འཁོད་པའི་རོགས་མགོན་གཅིག་ཀྱང་ཐུགས་རྗེ་ཆེ་བ་དང། སྔོན་རྒྱལ་ཁབ་ཆེན་པོར་བཞུད་པ་ལྟར་དུས་མིན་གྱི་རྒྱལ་ཁབ་ཆེན་པོར་ནང་པའི་མཆོད་གནས་ལྷ་ཁང་ཞིག་ནང་ལ་རྒྱལ་པོ་རྒྱལ་སྲས་བཅས་དང་བཙུན་མོ་སྐུ་ཚེ་མཛད་ཕྱིན་རྒྱས་བཞིན་ཆབ་སྲིད་བསྐལ་བརྒྱར་བརྟན་པའི་ཆེད་དུ་ཞབས་བརྟན་ཞུ་མི་མཁན་པོ་གཅིག་དང་བླ་མ་བཅུ་དྲུག་བཅས་བོད་སོག་ཐོར་བཀོད་པའི་མིང་པོ་རལ་ཐུག་སོགས་ནང་པ་གང་ནས་ཀྱང་བསྡད་ཆོག་པའི་བཀའ་སྡོམ་དང། ལྷོ་རབ་ས་གནས་གུ་དོག་པས་ས་ཆ་གསོད་རན་ཡོད་པ་ཞུ་རྒྱུ་མཚན་ཞབས་ཅན་གདོང་ས་གནས་བྱང་ཕྱོགས་ཀྱི་དགོན་སྡེ་ཁ་ལ་དད་རྟེན་བསྐུར་ཐོག་ནང་པ་ཐམས་ཅད་ཆོས་ལུགས་ཡར་ལྡན་བདམས་ཐོན་བྱེད་རྒྱུའི་ལག་འཁྱེར་བསྐྱལ་དོན་ལྟར་གངས་ཏི་རོ་དགོན་ཐུགས་རྗེ་ཆེ་བ་དང་རྒྱལ་ཁབ་ཏུ་སློབ་གཉེར་བ་ཁ་ཤས་བཏང་ཡོད་པའི་སློབ་གྲྭ་ཆེན་མོར་ཇུག་ནང་གི་རོགས་མགོན་ཐུགས་གཏོར་མེད་པ་ཞུ་རྒྱུ་བཅས་དགོངས་དབྱིངས་སུ་འཇགས་པ་མཁྱེན། ཞུ་བདེ་ལྷ་གོས་དང་སངས་རྒྱས་ཀྱི་སྐུ་བརྙན་རྙིང་པ་བཅས་ཟླ་ཚེས་བཟང་པོར་ཕུལ་ཞིག་འཁོད། དེའི་ལན་དུ་རུ་སུའི་གོང་མ་ནེ་ཁོ་ལས་ཡིག་ལན་ཕུལ་གསལ། བོད་ལ་མཛའ་ཞིང་ཕན་པའི་སེམས་པ་ནམ་ཡང་མི་འགྱུར་བ་ཡོད་ཅེས་དང་ད་དུང་དེའི་སྐོར་དབྱིན་ཇིའི་རྒྱལ་ཁབ་དང་བཀའ་མོལ་མཛད་བཞིན་པ་ཤིན་ཏུ་གལ་ཆེ་དགེ་ལུགས་རྒྱལ་དབང་མཆོག་ནས་ཐུགས་མི་བརྗེད་ཅིང་སེང་ཞི་ལྷིང་འཇགས་ཐུགས་འདུད་ལྟར་མྱུར་དུ་ཡོང་ངེས་ཞེས་སོགས་འཁོད་ཡོད་པ་རེད། འདི་ལོ་དགུན་མཐོ ྋགོང་ས་མཆོག་སྟོན་འཁོར་རྒྱ་བལ་ཁུལ་དབྱིན་གཞུང་དང་ས་གནས་སོ་སོའི་ཕེབས་བསྒྲིགས་སུ་གྱི་ཟབ་ཟིང་གང་ཆེ་དང་སྦྲགས་གནས་ཆེན་ཁག་ལ་མཆོད་འབུལ་གནས་གཟིགས་དང་ཐུགས་སྨོན་དུ་ཆིབས་བསྒྱུར་མཛད། འདི་ལོ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མན་ཇུ་སི་ཐུན་གྱི་མགོ་སྐོར་བེད་སྤྱོད་ཀྱིས་ལྷ་སར་གདན་ཞུས་དང་འབྲེལ་བོད་མི་མང་གི་འཐུང་ཚུལ་དུ་མི་བརྩི་བའི་སྣང་ཚུལ་སྣ་ཚོགས་ལྷགས་པ་དང། ཉེ་སྔོན་བཀའ་ལྟར་རང་འཚམས་ཀྱིས་དབྱིན་ཇིའི་རྒྱལ་སྲས་མཇལ་འཕྲད་དུ་ཕེབས་པ་སོགས་དེ་ནས་བྱུང་ལོའི་དབར་འགལ་རྐྱེན་ཞིག་སྟེ་དུས་དེ་ནས་བྱུང་རབས་གནང། བོད་ནང་མན་ཇུའི་ཞི་དྲག་དཔོན་དམག་རྣམས་ལས་ལྔའི་དུས་སུ་སྨིན་པའི་སྔ་ལྟས་སུ་ལྷ་སར་བཅའ་སྡོད་རྒྱ་དམག་མང་ཆེ་བ་ཟི་ཁྲོན་དང། ཡུན་ནན་ནས་ཡིན་པ་དང་དེ་ཡང་ཚོགས་སྡེ་འདྲ་མིན་འགའ་ཤས་ཡོད་པ་ལྷག་པར་རྒྱ་དང་མན་ཇུའི་དབར་ཕྱོགས་རིས་མཐིང་སྐྱིར་གྱི་འཁོན་རྩོད་སྟོབས་འོག་མ་བདེ་བ་སོགས་ཀྱི་དཀའ་རྙོག་ཆེན་པོས་སྤྱི་སྟོང་དགུ་བརྒྱ་བཅུ་གཅིག་ལོའི་ཟླ་བ་དགུ་པ་ཙམ་ནས་ནང་འཁྲུག་གསོད་རེས་ཡང་ཡང་བྱུང་བ་དང་ཨམ་པའི་ནད་ཀྱང་ཨོ་ལོག་ཧུའེ་ཟེར་བའི་མན་ཇུར་ངོ་ལོག་ཤོག་ཁག་གི་ཁོངས་ཀྱི་མི་དགུ་གཅིག་གཅིག་བཀས་བཅད། དཔོན་རིགས་ནང་ཁུལ་ནག་སྐྱོན་འཛུགས་རིགས་སོགས་ཀྱི་རྐྱེན་ལས་རྒྱ་དཔོན་བཞི་སྐུ་ལན་ཅན་དཔོན་རིགས་བཞི་བོད་གཞུང་ལ་སྐྱབས་བཅོལ་སེར་སྒོམ་པར་རྒྱ་མཚོས་བཟོས་ཏེ་སྡོད་དགོས་བྱུང། དེ་བཞིན་རྒྱ་ནག་ཁུལ་དུ་ཡང་ལོ་ཤས་གོང་ནས་སུན་ཅུང་ཧྲེང་དང་གོང་མའི་སྐུ་གཟུགས་དམག་དཔོན་ཆེ་ཤོས་ཡུའན་ཞི་ཁའེ་བཅས་ནས་མགོ་ཁྲིད་པའི་གསར་བརྗེའི་ངོ་ལོག་གི་ནང་འཁྲུག་ཡོ་ལང་རྫ་དྲག་ཇེ་ཆེར་འགྲོ་མུས་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ཕྱི་ཟླ་གཉིས་པའི་ཚེས་བཅོ་གསུམ་ཉིན་མན་ཇུ་གོང་མ་འཇུག་ཤུས་ཤོན་ཐོང་ཁྲི་ལས་ཕབ་སྟེ་གསར་བརྗེའི་ཤོག་ཁག་ལ་རྒྱལ་ཁ་ཐོབ་སྟེ་མི་སེར་རྒྱལ་ཁབ་ཟེར་བ་བཙུགས་ཟིན་པའི་གསར་འགྱུར། ལྷ་སར་ཐོས་འཕྲལ་ཀོའུ་ལོ་ཧི་ཤོག་ཁག་ཚོས་མན་ཇུའི་ཨམ་བན་ཅན་དཔོན་རིགས་ཚོར་ངོ་ལོག་བརྒྱབ་སྟེ་ཡར་མོའི་ནང་འཁྲུག་འཛིང་བཅོམ་འཕྲོག་ཚོད་མེད་བྱས། མན་ཇུའི་ཨམ་བན་མིང་ཟེར་བ་ཡར་མོའི་ནས་བྲོས་ཏེ་འབྲས་སྤུངས་གཏེར་མའི་གཟིམ་ཁང་དུ་སྐྱབས་བཅོལ་ཞུས་པ་ངོ་ལོག་པས་ཤེས་ཏེ་འཛིན་བཟུང་གིས་བཀྲ་ཤིས་ལྷུན་པོར་དམག་ཕོག་ང་མདུན་གྱི་མི་སྡེར་ཁྲིད་ཆེད་དམག་སྤྱི་ཅུང་ཐུང་ལིན་ནས་འབར་མི་བྱས་ཏེ་ཨམ་བན་ཕྱིར་བླངས། ཡུན་རིང་མ་སོང་བར་ངོ་ལོག་པ་ཚོས་ལྷ་སའི་ཉེ་ཁུལ་ས་གནས་ཁག་ལ་ཡོད་པའི་རྒྱ་དམག་རྣམས་འགུག་འབོད་ཀྱིས་རྒྱ་ནག་ལ་ཆབས་ཅིག་ལེན་དགོས་ཞེས་སྐུལ་བརྡ་བཏང་རྐྱེན་ལྷ་སའི་ནང་རྒྱ་དམག་ཁྱོན་འབོར་ཆེན་པོ་བསླེབས་ཏེ་ལམ་ཁྱེར་གྱོང་གསེབ་དང་གྲོང་ཁྱེར་ནང་བཅོམ་འཕྲོག་བརྡབ་གསིག་གང་ཆེ་བྱས། རྫོང་ཁམས་ཁུལ་ཅའོ་ཨ་ཧྥུན་གྱི་གནས་གཞི་ལྟེ་བ་ཆབ་མདོར་བཟོས་བསྡད་ཡོད་པ་དང། རྒྱ་ནག་ནང་གསར་བརྗེར་རྒྱལ་ཁ་ཐོབ་པའི་གསར་འགྱུར་ཐོས་འཕྲལ་ཁོ་པའི་ལས་རོགས་ལ་ལས་འགན་ཕྲད་དེ་ཁོ་རང་ཟི་ཁྲོན་ཞིང་ཆེན་གྱི་རྒྱལ་ས་བྱང་ཀུར་ལོག་ཆེད་ཉལ་ཆས་ཕོག་སྟེ་སྐེ་བཅད་པ་རེད་ཟེར་བའི་གསར་འགྱུར་ཐོན་པ་དང་ཡང་ཤོད་ཚུལ་གཅིག་ལ་ཟི་ཁྲོན་དུ་ཕྱིར་ལོག་ཆེད་ནང་འཁྲུག་གི་འཐབ་རོལ་དུ་རང་སྲོག་ཤོར་ཚུལ་ཡང་འདུག་དེ་སྐབས་སྤོ་བཀའ་རྣམ་སྡེ་པས་ཡོངས་གྲགས་ཐོག་རྒྱ་མིར་ངོ་ལོག་སྟེ་སྤོ་ནང་སྡོད་རྒྱ་མིའི་རྒྱུ་དྲུག་དཔོན་དམག་ཚང་མ་བསད་ཀྱིན་ལྷ་སར་སྡོད་པའི་དམག་སྤྱི་ཅུང་ཁོང་ནས་དམག་དཔོན་ལི་ཅང་ཆིན་བཅས་དམག་ཤོག་དང་ཆབ་མདོའི་འགྲན་འཁོར་དེ་ཁོང་ནས་སྤྲང་ཐོག་དེ་དམག་ཆས་སྤོ་ཡུལ་དུ་བཏང་བ་ཝང་ས་ཙན་ལ་ལམ་འཕྲང་དོགས་པས་རྒྱ་དམག་ལ་ཕམ་ཉེས་ཆེན་པོ་བྱུང་སྟེ་ཁ་སྐྱེངས་ངོ་ལོ་བཞིན་དུ་ཁོང་སོ་སོར་ཕྱིར་ལོག་བྱ་དགོས་བྱུང་འདུག་ནང་གསེས་ཁ་པར་དབུས་གཙང་ཁུལ་ནས་རྒྱ་དམག་ཕྱིར་འབུད་དང ྋགོང་ས་ཆེན་པོ་སྟོན་འཁོར་ལྷ་སར་ཕྱིར་ཕེབས། རྡོ་གླིང་དུ་ཆིབས་ཞབས་རིམ་འབྱོར་ཁོངས་གཞུང་ཞབས་སེར་སྐྱ་ལོ་གཞོན་འགའ་ཤས་དང་བླངས་ཐོན་ཏེ་དབུས་གཙང་ཁུལ་ནས་རྒྱ་དམག་མཐར་སྐྲོད་སླད་གསང་སྟབས་ཀྱིས་བསྐྱོད་པ་རྣམས་དང་འདུལ་ཆུང་ཁུལ་གནས་གཞི་བྱས་ཏེ་གཙང་ཕྱོགས་ཡུལ་དམག་འདུ་སྐུལ་དང་འདྲེས་གཞི་རྩི་དང་རྒྱལ་རྩེར་ཡོད་པའི་རྒྱ་དམག་ལ་ཕར་རྒོལ་འཐབ་འཛིང་ཐེངས་འགའ་ཤས་བྱས་ཀྱང་ཐོག་མ་ནས་འཆར་གཞི་དང་གྲ་སྒྲིག་ཡག་པོ་མེད་སྟབས་འདས་ལོ་ཕམ་ངེས་བྱུང་སྟེ་རྡོ་གླིང་དུ་ཕྱིར་ལོག་ངོ་ཚ་ཁ་སྐྱེངས་འགག་མི་བྱུང་ཡང་བློན་ཆེན་བཤད་གྲས་ཁོང་ཚོ་ཆེད་འབོད་མཛད་དེ་རང་སྲོག་བློས་བཏང་གི་དྭང་བླངས་ཐོན་དེ་དགྲ་བོར་གདུང་སྡུག་ཐབས་བཀོད་ཕོད་པ་འདི་དཔའ་བོ་ཡིན་ལུགས་བསྔགས་བརྗོད་དང་རྒྱལ་ཁ་ལོན་པར་ཕམ་ཉེས་ཕྲན་བུ་ཡོང་སྲིད་པས་ཁྱོད་ཚོ་བློ་ཞུམ་མི་ཉན་པའི་སྐོར་སེམས་གསོ་དང་སྦྲགས། སྤྱི་དོན་དང་སེམས་གཞུང་མ་ཆག་པར་འབད་བརྩོན་མུ་མཐུད་ཐུབ་ན་ལས་དོན་ལེགས་གྲུབ་ཡོང་ཚུལ་སོགས་ཆོས་སྲིད་གཉིས་ཐོག་ནས་དཔེ་སྟོན་མང་པོ་བྱར་ཏེ་བཀའ་སློབ་གནང་སྐབས་ཁོ་ཚོར་སྤོབས་པ་དང་སེམས་ཤུགས་སྐྱེས་ནས་སླར་ཡང་དབུས་གཙང་ཁུལ་བསྐྱོད་མི་སྣ་གནད་ཡོད་ཁག་ལ་གསང་སྟབས་སུ་འཇིགས་སྡུག་དང་རྒྱ་དམག་མཐར་སྐྱོད་གཏོང་ཕྱོགས་གོ་བསྡུར་བྱས་ཏེ་ཐོག་མར་དུས་ཆུང་དང། དབང་ལྡན་ཁུལ་གཙང་ཕྱོགས་ཀྱི་ཡུལ་དམག་སྡུག་ཁུལ་གྱིས་འགད་རྫི་དང་གཞིས་རྩེར་ཇག་རྐུན་ཐེངས་ཁ་ཤས་བསྟུད་མར་མཇལ་མཐར་རྒྱ་དམག་བསད་སྲུང་ཕམ་ཉེས་མི་བཟོད་པ་བྱུང་སྟེ་རིམ་པས་ལྷ་ས་ཕྱོགས་ཕྱིར་བྲོས་གཏོང་སྐབས་གཙང་ཁུལ་ས་གཙང་ཆགས། དེ་རྗེས་ལྷོ་ཁ་ཁུལ་བསྐྱོད་དེ་ཡུལ་དམག་སྡུག་ཁུལ་དགྲ་སྒྲིག་ཟིན་རྗེས་ཐོག་མར་རྩེ་ལྡང་ཁུལ་རྒྱ་དམག་འཕྲན་ཡོད་མཐར་བྲོས་ཐོག་ལྷོ་ཁ་ཁུལ་དམག་རྣམས་ལྷ་སར་འགོས་མཚམས་བཅར་ཆོག་རྒྱ་སྒྲིག་བྱེད་བཞིན་གནས། དེ་ཙམ་ལ་རྒྱ་གར་གྱི་དབྱིན་གཞུང་རྒྱལ་ཚབ་མུ་རུག་ལར་རྡོ་གླིང་དུ་གོང་ས་མཆོག་མཇལ་འཕྲད་དུ་བཅར་ཏེ་བོད་དོན་སྐོར་བཀའ་མོལ་ཞིབ་ལྷོད་དང་ཉིན་ཤས་རྗེས་གོང་ས་མཆོག་རྒྱལ་ཚབ་ཀྱི་བཞུགས་ཁང་དུ་མཇལ་འཕྲད་ལ་ཕེབས་པ་སོགས་ཟླ་སྒྲིལ་གང་ལེགས་བྱུང་བ་དང་ལྷ་ས་ནས་སྐྱིད་ཆུང་རྒྱ་མ་མཛོད་པ་ཁམས་ཕྱོགས་ཡུལ་དགོན་མཁར་ལ་བསྟན་སྲིད་སྤྱི་མཐུན་སྐོར་གལ་ཆེའི་སློབ་སྟོན་དུ་གཏོང་གནང་གདོང་ཡུལ་དགོན་ཚང་མར་བསྟན་སྲིད་བདེ་དོན་སྐོར་ཟོང་ཁ་གཅིག་སྒྲིལ་མགུར་གླུ་སྦུག་གདམ་ཀ་ཡི་རྩལ།